སྟོང་ཉིད་ཉིད་ཀྱི་གཟུང་དུ་འཇུག་པའི་ལམ་ཕྱིས་ཀྱི་སེམས་ཟད་གང་བཞིན་བསྟན་བསྒྲུན་དགོས། ཕྱག་ན་པད་མོ་བསྟན་འཛིན་རྒྱ་མཚོ་ལ་གསོལ་བ་འདེབས་སོ་རྗེས་བསྟོད་སྨོན་འགྲུབ་ཤོག། ཞེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྒོ་གསུམ་གུས་ཞབས་སྔོན་དུ་བཏང་བའི་སྒོ་ནས། ད་ལྟ་ལྟ་བདེ་རིས་མེད་བགྲོ་གླེང་ཐེངས་དྲུག་པ་ལ་ཆིབས་བསྒྱུར་བསྐྱངས་གནང་མཁན་དགེ་མཁན་བཀྲིས་དགེ་བའི་བཤེས་གཉེན་རྣམ་པ་དང་དེ་བཞིན་དུ་ཆོས་ཚོགས་སུ་ནས་ཕེབས་པའི་མཁས་དབང་རྣམ་པ། འདིར་བཞུགས་པའི་དགེ་འདུན་འདུས་པ་ཡོངས་ལ་སྔ་དྲོ་ཆ་དང་མཚམས་ཀྱི་བཀྲ་ཤིས་བདེ་ལེགས་བཞེས་བ་དང་ཆབས་ཅིག་ཏུ། ལྟ་སྐུ་མོ་རང་ཉིད་ཀྱི་རྩོམ་ཤོག་དེ་ད་ལྟ་དུ་སི་མ་ཁྱེད་རྣམ་པའི་སྙན་ལམ་དུ་སྙན་སྒྲོན་འབུལ་ཆོག་ཅེས་ཟེར། ནི་སྤྱིར་བཏང་ད་ང་རང་འདྲ་བ་ཅིག་ལ་བཙོན་སོང་པ་ཡིན་ན་ད་ལྟ་རིན་མེད་མཁས་པའི་བགྲོ་གླེང་འདི་འདྲ་ལ་མཉམ་ཞུགས་བྱས་ཏེ་ཚར་དང་པོ་མི་ཚེ་ནང་ནས་ཚར་དང་པོ་ཅིག་ཆགས་བསྡད་ཡོད་རེད་དེ་ཡིན་དུ་བརྩམས་པ་ལ་ད་རེས་གདན་ས་ཆེན་པོ་གསུམ་གྱི་ཡ་གྱལ་འགྲོ་རི་བོ་ཆེ་དགའ་ལྡན་རྣམ་པར་རྒྱལ་བའི་གླིང་དུ། རིས་སུ་མ་ཆད་པའི་བསྟན་འཛིན་གྱི་སྐྱེས་ཆེན་དམ་པ་མང་པོ་ཞིག་ཞལ་བཞུགས་པ་ཡོད་པའི་ཐོག་ལ་སོ་སོ་རང་ཉིད་ཀྱིས་སློབ་ཕྲུག་ཅིག་ཡིན་པའི་ངོས་ནས་འདི་འདྲའི་སྦྱར་ཡས་ཀྱི་གོ་སྐབས་འདི་ཚོ་རག་པའི་ངོས་ནས་དངོས་གནས་སྐྲག་ནས་པས། སོ་སོ་གི་གར་སོགས་རེད་ཚེ་རབས་དུ་མར་བསགས་པའི་བསོད་ནམས་ཀྱི་འབྲས་བུ་ཟེར་ན་མེད་གང་ལྟར་གོ་སྐབས་བཟང་པོ་དེ་འདྲའི་ཅིག་ལ་ངོས་འཛིན་བྱེད་ནས་དུས་སུ་བསྐྱར་བཤད་པ་ཡིན་ཞུས་ཡས་ར། དེ་ནས་ད་ལྟ་ད་སོ་སོ་རང་ཉིད་ཀྱི་རྩོམ་ཤོག་ཡིན་ན་ཡང་འདྲ། ཏུ་ཞིག་ལ་གཞལ་ཡས་དང་དེ་འདྲའི་གང་ཞིག་ཐད་ནས་ཡིན་ན་ཡང། ནོར་འཁྲུལ་འབྱུང་དང་འབྱུང་སྲིད་པ་ཡིན་དུས་བརྩམས་པ་ལ་མཐོང་བ་ཉིད་ནི་རྣམ་པ་ལྷན་སྐྱེས་ཚང་མ་ལ་དགོངས་དག་ཅིག་ཞུ་ཡས་ཡིན། དེ་ནས་ད་ལྟ་ང་རང་གི་རྩོམ་ཤོག་དེ་ཁོ་རང་གཞུང་ཆེན་རིས་མེད་བགྲོ་གླེང་ཐེངས་དྲུག་པ་ཁོ་རང་ཚོ་གི་གོ་སྒྲིག་གནང་རྒྱུ་དེ་ལ་དབུ་མ་འཇུག་པའི་སྐབས་སེམས་བསྐྱེད་དྲུག་པ་གི་སྐབས་སུ་ལྟར་ན་སེམས་ཙམ་པའི་འདོད་པ་དགག་ཡོད་རེད་བ་དེའི་སྐབས་སུ་སེམས་ཙམ་པའི་འདོད་པ་གི་སྐབས་སུ་ནི་ཇི་ལྟར་ཁྱོད་ཀྱིས་གཞན་དབང་དངོས་འདོད་ལྟར་སེམས་ཙམ་པ་གི་འདོད་པའི་གཞན་དབང་དངོས་པོ་འདོད་པ་ཞིག་ཡོད་རེད་བ་དངོས་པོ་བདེན་གྲུབ་འདུག་ཡོད་རེད་བ་དེ་དགག་པ་ནི་མ་དེ་ནི་བརྗོད་བྱ་གནང་ཡོད་དུ་བསམ་པ་ལ་ནི་དེའི་སྐོར་ལ་ནི་རོབ་ཅིག་མ་བྲིས་ཡོད་ཞུ་ཡིན་ནི་སྤྱིར་བཏང་གི་ད་ལྟ་ངའི་འདི་རྩོམ་ཤོག་གི་མགོ་དེ་ལ་ནི་ཕྱོགས་སྔ་སེམས་ཙམ་པའི་འདོད་པ་དབུ་མ་འཇུག་པའི་སྐབས་སུ་ནི་ཕྱོགས་སྔ་སེམས་ཙམ་པའི་འདོད་པ་ཞིག་བཀོད་ཡོད་རེད་བ་དེ་ན་རོབས་དེ་ལ་ངས་མ་ཅིག་དྲིས་བྱས་ཡོད་དེ་ག་རེ་ཡིན་ལབ་ན། སྤྱིར་བཏང་གི་ད་དུང་དེ་ཇི་ལྟར་ཁྱོད་ཀྱིས་བཞེངས་བ་སྔོན་དུ་བསྟར་ཞེས་པའི་སྐབས་སུ་ནི། གཙོ་བོ་སེམས་ཙམ་པ་ཁོ་རང་གིས་ནི་བདེན་པར་བསྒྲུབ་པར་འདོད་པའི་བཞེངས་བ་དེ་དགག་ཡོད་དུ་བརྩམས་པ་ལ་འཁྲུལ་གཞི་འདྲ་བོ་ཅིག་གི་ཚུལ་དུ་དཔེར་ན་སྔ་སོར་ད། མདའ་འཕེན་ན་འབེན་འགོག་ཡོད་རེད་བ་དེ་འགྲོགས་ན་བཞིན་འབེན་འདྲ་བོའི་ཚུལ་དུ་དུས་ཀྱི་ནི། ཆོ་ང་སེམས་ཙམ་མི་རྟོག་པ་དེ་རོབ་ཙེ་ཀོ་ཞེས་ཡོད་དེ་ཡིན་ན་ཡང་དེ་ང་རང་གི་བརྗོད་བྱའི་དངོས་རེད་པས་ན་ནག་ནི་བརྗོད་བྱའི་དངོས་མ་རེད། ཞུས་ཡིན་དེ་ནས་ད་བརྗོད་བྱའི་དངོས་དེ་ནི། དེ་དགག་པའི་སྐབས་ཀྱི་དབུ་མ་འཇུག་པའི་སྒྲིབ་བྱེད་དང་མདོར་བསྡུས་ཏེ་བཀོད་པ། དེའི་སྐབས་སུ་ནི། ད་སྤྱིར་བཏང་གི་དབུ་མ་འཇུག་པ་གི་སྐབས་སུ་ད་ནི་སེམས་ཙམ་པའི་ལུགས་བྱེ་བྲག་ཏུ་དགག་པའི་བརྩམས་པ་ལ་ནི། དང་པོ་ནི་གང་རེད་ཀོ་སེམས་ཙམ་པ་དེ་སུ་གིས་ནི་འདོད་པ་གི། གཙོ་བོ་དེ་ནི་གར་སའི་རྨི་ལམ་དང་སྐྲ་ཤད་དང་ནི་ནུས་པ་དང་བག་ཆགས་མི་ཚེ་དེ་འདྲ་གི་ནི་དང། མང་པོ་ཅིག་གི་སྒོ་ནས་མ་བགྱིས་པར་དཀའ་ཡོད་རེད་ཟེར་ར་སེམས་ཙམ་པའི་ལུགས་དེ་ཁྱེད་རྣམས་ཚོས་མཁྱེན་དགོས་རོགས། དཀའ་ཡོད་རེད་དེ་ཡིན་ན་ཡང་ད་ལྟ་སྐབས་སུ་བབ་པ་ང་རང་གིས་བརྗོད་བྱ་དངོས་དེ་ནི་མ་ཡིན་དུས་བརྩམས་པ་ལ་ད་ལྟ་བརྗོད་བྱ་དངོས་དེ་མ་ཞུས་ཆོག་པ་ཅིག་དེ་ནི། ད་བརྗོད་བྱ་དངོས་དེ་དང་པོ་ཇི་ལྟར་ཁྱོད་ཀྱིས་བཞག་དབང་སྔོན་དུ་ལྟར་ཀུན་རྫོབ་ཀྱང་ནི་བདག་གིས་ཁས་མ་བླངས། འཇིག་རྟེན་འདི་དག་ཡོད་དང་མེད་དུ་ཕྱིན་འཇིག་རྟེན་ངོར་གཞི་བདག་ནི་སྨྲ་བར་བྱའི་ལ་བརྩམས་པ་ལ། ད་ནི་སེམས་ཙམ་པ་ཁོ་རང་ཚོ་གིས་ཨེ་ནས་གཞན་དབང་བདེན་པར་སྒྲུབ་པ་ཅིག་འདོད་ཀྱི་ཡོད་རེད་བ། དེ་དབུ་མ་པ་གིས་ཡིན་ན་ད་ལྟ་ཀུན་རྫོབ་ཐ་སྙད་དེ་ཡང་ཁས་ལེན་གྱི་མེད་ཡ་ཟེར། དེ་ཀུན་རྫོབ་བདེན་པའི་ཨེ་ནས་ཡིན་ན་ཡང་དེ་ཀུན་རྫོབ་བདེན་པའི་ཐབས་ཐབས་བྱུང་ངམ་འབྲས་བུ་བསྟན་དམ་དོན་དམ་བདེན་པ་རྟོགས་ཡས་ཀྱི་ཐད་ཀར་གསལ་བོ་རེད། ཕྱིར་དུ་ཨེ་ནས་གཟུགས་དང་དེ་དག་ཐམས་ཅད་དོན་དུ་མེད་ན་ཡང་ཡོད་ཅེས་འཇིག་རྟེན་ངོར་གྱི་བདག་ནི་སྨྲ་བར་བྱེད་ལ་བརྩམས་པ་ལ། དེ་འདྲའི་གེགས་ཨེ་ནས་འཇིག་རྟེན། ཕར་ངོས་ཀྱི་འཇིག་རྟེན་གྱི་ངོ་ཁོ་ན་ལ་ནི་བརྗོད་པ་ཙམ་ཞིག་ཡིན་ཟེར་དེ་ལྟར་གྱི་གཞན་དབང་ཇི་ལྟར་ཁྱོད་ཀྱིས་གཞན་དབང་མངོན་དུ་ལྟར་ཞེས་པ་ནི་ད་ལྟ་གི། ཕྱི་ནི་སྡུག་བདེན་བདག་གིས་བདེན་པར་ཆགས་ཞེས་པའི་སྐབས་ཀྱི། ཤོ་ལོ་ཀ་གསུམ་གྱི་ཡོ་ར་དེ་པར་ཤོ་ལོ་ཀ་གསུམ་དེ་ནི་འཇིག་རྟེན་ཐ་སྙད་དུ་ཡང་ནི་གཞན་དབང་བདེན་པར་གྲུབ་པ་ལ་ནི་འདོད་གི་མི་འདུག་ཟེར་ནས་དགག་གི་འདུག་ཟེར། ཨ་ནི། ད་གཉིས་པ་དེ། མངོན་གྱུར་མངོན་ཕྱོགས་བྱང་ཆུབ་སེམས་དཔའ་ཡིས་སྲིད་གསུམ་རྣམ་ཤེས་ཙམ་དུ་གང་རྟོགས་པ། ཏག་ཏག་བྱེད་པོ་འགགས་པ་དོགས་ཤིང་ཞེས་རྗེས་དཔག་པོ་ནི་སེམས་ཙམ་ཡིན་པར་རྟོགས་ཞེས་གསུངས་ཡོད་དེ། དེའི་སྐབས་སུ་ནི་མངོན་གྱུར་མངོན་ཕྱོགས་བྱང་ཆུབ་སེམས་དཔའ་ཡིས་སྲིད་གསུམ་རྣམ་ཤེས་ཙམ་དུ་གང་རྟོགས་པ། དེའི་སྐབས་སུ་ནི་སེམས་ཙམ་པ་དེ་སོགས་ཀྱིས་ནི་གལ་ཏེ་ཁྱོད་རང་གིས་འཇིག་རྟེན་གྱི་གནོད་པ་ལ་དགོངས་ནས་ནི་བྱི་རུར་བ་ཁྱི་རུར་དེ་སོགས་ནི་ཁས་ལེན་གྱི་ཡིན་ལགས་ན། ལོང་གི་གནོད་པ་ལ་ཡང་དགོངས་ནས་ཁྱོད་རང་གིས་ཁྱི་རུ་མེད་པར་ཡང་ནི་ཁས་ལེན་དགོས་ཀྱི་ཡོད་ས་རེད། གང་ཞིག་རྣམས་ནི་ས་དྲུག་པ་ལ་གནས་པའི་བྱང་ཆུབ་སེམས་དཔའ་དེ་སོ་སྐྱེ་ནི་སྲིད་པ་གསུམ་དུ་རང་གི་རྣམ་པར་ཤེས་པ་ཙམ་ཞིག་རྟོགས་ཡོད་རུང་བ་དེ་མདོ་ལས་གསུངས་ཡོད་རེད་མདོ་སྡེ་ས་བཅུ་པའི་ནང་ལ་ནི་འདི་ལྟར་ཁམས་གསུམ་པོ་ནི་སེམས་ཙམ་སྟེ་ཞེས་གསུངས་ཡོད་རེད་བསམ་པ་ལ་དེས་ནི་ཁྱེད་རང་གི་ད་ལྟ་སེམས་ཙམ་པ་ཁོ་རང་གི་གར་སོང་བ་རེད། རྣམ་ཤེས་བདེན་པར་སྒྲིབ་པའི་སྒྲིབ་བྱེད་དུ་དྲང་བའི་མདོ་སྡེ་ས་བཅུ་པའི་དགེ་སློང་དེ་ཨེ་ནི་དེ་འདྲའི་རེ་བས་ལ་དེ་འདྲའི་མ་རེད་དེ་འདྲའི་ག་འདྲའི་རེད་ལ་ན་བདག་ལྟ་བྱེད་པོ་བཀག་པ་རྟོགས་ཕྱིར་དེ་བྱེད་པ་པོ་ནི་སེམས་ཅན་ཡིན་པར་རྟོགས་ཟེར་ཙམ་པ་ལ་ལོང་དེ་ཨེ་ནི་རྟག་པའི་བདག་ཅག་གཙོ་བོ་ལ་སོགས་པའི་སེམས་ལས་གཞན་པའི་བྱེད་པ་པོ་བཀག་པ་དང་ཀུན་རྫོབ་ཐ་སྙད་དུ་ཨེ་ནི་གར་སོང་བ་རེད་སེམས་གཙོ་བོ་བསྟན་པ་ཡིན་པས་དེ་ཨེ་ནི་ལོང་རིགས་གཉིས་ཀྱི་སྒོ་ནས་གྲུབ་ཀྱི་འདུག་ཟེར་རོ། ད་ལྟ་ལོང་ཡིན་ན་མདོ་སྡེ་ས་བཅུ་པོ་ཁོ་རང་གི་ནང་ལ། གང་ཟག་རྒྱུན་དང་ཕུང་པོ་དང་དེ་བཞིན་ཅན་དང་དུར་དང་དང་གཙོ་བོ་དབང་ཕྱུག་ཅེས་པ་ན་སེམས་ཙམ་དུ་ནི་ངེས་བཞིན་དུ་ཞེས་པ་ལ་དང། ནི་ད་ལྟ་འོག་མ་བཅུ་པོ་ཁོ་རང་གི་སྐབས་སུ། ཇི་ལྟར་ཇི་ལྟར་རང་གི་བསྟན་བཅོས་དེ་དེ་ལས་མི་ལྡེང་རྣམས་ཀྱི་གང་ཟག་སོགས་དེ་དང་དམིགས་པ་དེ་དང་བརྗེ་པོ་མ་ཟིན་ནི་རྒྱལ་བའི་སེམས་ཙམ་འཇིག་རྟེན་བརྗེ་པོར་སོང། དེ་འདི་བསམ་པ་ལ་ད་གང་འདི་སེམས་ཙམ་ཞེས་ནི་འཇིག་རྟེན་གྱི་བརྗེ་པོ་སོང་པ་དེ་ནི་ལོང་རིགས་གཉིས་ཀྱི་སྒོ་ནས་དྲུག་ཏུ་ཞེས་དང། ལྷག་ཏུ་མདོ་སྡེ་ས་བཅུ་པར་གྱི་བསྟན་པའི་ད་ལྟ་ཁམས་གསུམ་པོ་ནི་སེམས་ཙམ་མོ་ཞེས་པའི་སྐབས་ཀྱི་ཙམ་སྒྲ་དེ་གས་སེམས་ཙམ་པོ་ཁྱོད་རང་གིས་འདོད་པ་ནང་བཞིན་དུ་སྤྱི་དོན་འགོག་ཅིང་རྣམ་ཤེས་བདེན་གྲུབ་ཏུ་གསུངས་པར་རེ་བས་ལ་ནི་དེ་འདྲས་མ་རེད། བྱེད་སྟངས་ཀྱི་གཟུགས་གཞི་གཉིས་ཐ་སྙད་དུ་ཡོད་ན་ཡོད་ཉམས་ཡིན་ན་ཡང་གཙོ་བོ་ནི་སེམས་གཙོ་བོ་བསྟན་པའི་སྒོ་ནས་དེ་ག་ཟུག་རེ་བསྒྲུབ་ཀྱི་འདུག་ཟེར་དེ་ཡང་ད་ལྟ་འོག་མ་འཇུག་པའི་སྐབས་སུ། དེ་ཉིད་ཀྱིས་ལ་སངས་རྒྱས་མཉེས་ཀྱི་བཞིན་དེ་བཞིན་སེམས་ཙམ་རྩོལ་གྱི་འཇིག་རྟེན་ལ་མདོ་ལས་སེམས་ཙམ་ཞིག་ཀྱང་གཟུགས་ནས་ནི་འགོག་པ་འདི་ལྟར་མདོ་ཡི་དོན་མ་ཡིན་ཟེར་བརྩམས་པ་ལ་ཅི་དུས་འགོག་བྱ་རྣམ་ཤེས་བདེན་གྲུབ་ཏུ་སོང་གི་ཡོད་མ་རེད་ཟེར་དེའི་སྐབས་སུ་ནི་སེམས་གཙོ་བོ་བསྟན་གྱི་ཡོད་རེད་ཟེར་སྤྱི་དང་གི་ནི་གཟུགས་ཤིག་ཉིད་ཐ་སྙད་དུ་ཡོད་ན་ཡོད་སྙམ་རེད་ཟེར་ཡིན་ན་ཡང་ནི་དེའི་སྐབས་སུ་སེམས་གཙོ་བོ་བསྟན་གྱི་ཡོད་ཟེར་དེ་ཅིག་འདྲི་བ་ཞིག་རེད་ཨང། དེ་ནི། ད་ལྟ་མདོ་སྡེ་གསུམ་པ་དེ་ནི་མདོ་སྡེ་གང་དེའི་ཕྱི་རོལ་སྣང་ཡུལ་མིན་ཞེས་པ་ནི་སྟོང་ཉིད་དོན་གྱི་ངེས་དོན་ཤེས་པར་གྱིས་ལགས་པའི་ཤོ་ལོ་ཀ་བཞི་ཅིག་ཡོད་རེད་དེའི་སྐབས་སུ་ནི་མདོ་སྡེ་ཀླང་ཀར་ཤག་པ་གི་ཀློང་གི་མདོ་སྡེ་ཀླང་ཀར་ཤག་པ་ལས་གསུང་བའི་ད་ལྟ་འདི་ཅི་ཡོད་ར། ལུང་གཅིག་ཡོད་རོགས་མདོ་སྡེ་ལང་ཀར་ཤག་པ་ལས་གསུང་བའི་ལུང་དེ་ཨེ་ནི་ག་རེ་རེད་ལ་ན་མདོ་རང་ཁོངས་སུ་ཞིག་ནས་དྲང་ཐུང་ཡིན་པ་བསྟན་གྱི་ཡོད་རེད་ཟེར་མདོ་སྡེ་ལང་ཀར་ཤག་པས་གསུང་བའི་ལུང་དེ་ཨེ་ནི་ད་ལྟ་ཕྱི་རོལ་སྣང་བ་ཡོད་མིན་དེ་སེམས་ནི་སྣ་ཚོགས་ཀར་དང་སེམས་ནི་སྣ་ཚོགས་རྣམས་སུ་ན་ལུས་དང་ལོངས་སྤྱོད་གནས་འདྲ་བ་སེམས་ཙམ་དེ་ནི་ངེས་ཤེས་དོ། དེའི་སྐབས་ཀྱི་ཨེ་ནི་ལུང་དེ་ཨེ་ནི་མདོ་ཁོ་རང་རང་ཁོངས་སུ་ཞིག་ནས་ད་ལྟ། ཇི་ལྟར་གནས་པའི་གནས་པ་ལ་སྨན་པའི་མི་རྣམས་དོར་བ་ལྟར་སངས་རྒྱས་དེ་བཞིན་སེམས་ཅན་ལ་སེམས་ཅན་དུ་སེམས་ཙམ་དུ་ནི་ངེས་ཤེས་དོ་ཞེས་པའི་སྐབས་ཀྱི་ཨ་ནི་བདག་མདོ་རང་ཁོངས་སུ་ཞིག་འདི་བགྲང་དོ་ཡིན་པར་བསྟན་གྱི་ཡོད་རེད་ཟེར་རོ། དེ་ནས་གཞན་ཡང་ཨ་ནི་མདོ་སྡེ་དགོངས་འགྲེལ་ཡང་བགྲང་དོན་དུ་བསྟན་ཏེ་ཨ་ནི་མདོ་སྡེ་དག་ཏུ་དང་པོ་གཟུང་བའམ་ཤེས་བྱ་བཀག་པ་དེ་དང་ཨ་ནི་དོན་དུ་འཛིན་པ་འགོག་པའམ་བདག་མེད་ལ་བདེ་བླག་ཏུ་འཇུག་པའི་ཕྱིར་ཡིན་དུ་བསམས་པ་ལ། སྐབས་འདི་དོན་གྱི་གཉིས་དོན་གྱི་མདོ་དེ་ལ་ནི་སྟོང་ཉིད་དོན་དོན་གྱི་མདོ་ཡིན་དགོངས་པ་ཟད་ད་གང་ལྟར་མདོར་བསྡུས་བཤད་ན་འཇིག་རྟེན་ཐ་སྙད་དེ་ཡང་གཞན་དབང་བདེན་པར་འབྲེལ་པར་འདོད་པ་མི་འཐད་པ་དང་གཅིག་ཅིང། མདོ་སྡེ་ས་སྤྱོད་པ་ཡི་ལུང་གི་དོན་དེ་ནི། ཏག་ཏག་གི་རྟགས་དག་གི་བྱེད་པོ་བཀག་པ་དང། འཛམ་བྲག་དེ་གའི་ཐ་སྙད་དུ་སེམས་གཙོ་བོར་བསྒྲུབས་པ་ཡིན་པར་བསྟན་པ་དང་གཉིས་ཅན། མདོ་སྡེ་ལང་ཀར་གཤེགས་པ་གྱིས། མདོ་སྡེ་ལང་ཀར་གཤེགས་པ་དང་དགོངས་འགྲེལ་སོགས་ཀྱི་དོན་དེ་ནི་མདོའི་རང་ཁོངས་སུ་ཞིག་ནས། དྲང་དོན་ཞིག་ཡིན་པར་བསྟན་པ་སོགས་ཀྱི་སྒོ་ནས་ཕར་ཆེར་མ་བསྡུ་ས་དགག་ཡོད་ས་རེད་བསམ་བསམ་བྱེད་འདུག་ར། དེ་ནས། ཏན་ཏན་ཏན་གསུམ་པ་དེ་ནི། ཐ་སྙད་པའི་ལུགས་ལ་ནི། ཐ་སྙད་དེ་གང་ཞིག་བཞེད་ཀྱི་རེད་དམ་མ་རེད་ཟེར་དེ་ལ་ནི། བོད་མཁས་པ་ཡིས་ནི། འདོད་སྟངས་མི་འདྲ་བ་དང་བཞེད་སྟངས་མི་འདྲ་བ་མང་པོ་ཞིག་ཡོད་དུས་བསམ་པ་ལ་སྤྱིར་བཏང་གི་ད་ང་རང་འདྲ་བོ་ལམ་སང་སོང་བ་ཡིན་ན་ད་ལྟ་ཆོས་རྒྱུད་ཁག་གི་ཡིག་ཆ་ལ་ནི་ཐོས་པ་ཡང་ཉུང་བ་ཡིན་ཙང་ཆ་རྒྱུས་ཡང་མེད་པར་བརྟེན་ནི་ཆོས་རྒྱུད་སོ་སོ་གི་ད་བསྟན་བཅོས་གཅིག་གཉིས་རེ་རྒྱུ་མཚན་དུ་བྱས་ནས་ནི་ངས་འདི་འདི་ཡིན་ས་རེད་ཟེར་ནས་མ་དེ་ཞུ་བ་དེ་ནི་འུར་ཞིང་ཚན་པ་ཅིག་ཡིན་མིན་ཧ་གོ་མི་འདུག་ར་ཡིན་ན་ཡང་ད་ལྟ་སྐབས་སུ་བབ་པ་ནི་དབུ་མ་འཇུག་པའི་སྐབས་སུ་ནི་ད་ལྟ་ཡི་འཇུག་པའི་བགྲོ་གླེང་ལ་གཞིར་བཞུགས་ནས་ད་སྔ་སོག་པོ་པ་འགྲོ་བ་སྐྱེས་ནས་སོ་སོ་གི་ད་ལྟ་གཙོ་བོ་གི་བཀའ་བབས་ཀྱི་བརྗོད་གཞི་དེ་དབུ་མ་འཇུག་པ་ཡིན་དུ་བརྩམས་པ་ལ། དེ་ནས་ཆོས་རྒྱུད་ཁག་གི་དེའི་འགྲེལ་བ་དབུ་མ་འཇུག་པའི་འགྲེལ་བ་གཙོ་བོ་རེད་གཞིར་བཞག་ནས་ནི། ད་ཆོས་རྒྱུད་ཁག་གི་གང་ཞིག་འདོད་ཀྱི་རེད་དམ་མ་རེད་ཟེར་འདི་ནི་མ་རང་མཚན་གཞི་ཙམ་རེ་མ་ཅིག་ཞུ་བཞག་ཡོད། དེ་ལ་ནི་ག་སེར་ནོར་འཁྲུལ་དང་དེ་འདྲ་ཡོད་ན་ནི། གཞན་གསང་པོ་ཅི་ནས་ནི། གསུང་རོགས་གནང་ཞེས་དང། དང་པོ། པར་ལྡན་ས་སྐྱའི་པའི་ལུགས་ལ་ནི། ད་ལྟ་ཡི། དབུ་མ་ཐ་སྙད་པའི་ལུགས་ལ་ཐ་སྙད་དུ་ནི་ཕར་ཆེར་གང་ཞིག་ཁས་ལེན་དགོས་ཀྱི་ཡོད་ས་རེད་བསམ་བསམ་བྱས་འདུག་དེ་ནས་པར་ལྡན་ཟླ་བ་གྲགས་པ་ཁོ་རང་གི། མ་གདའ། པར་ལྡན་ས་སྐྱ་པ་ཁོ་རང་གི་ལུགས་ལ་ནི་ལྟ་བ་ངན་སར་ལས་ག་འདྲ་སོང་འདུག་ཅེ་ན། དབུ་མ་ཐ་སྙད་པའི་ལུགས་ལ་ཐ་སྙད་དུ་གང་ཞིག་ཁས་ལེན་དགོས་ཏེ། སངས་རྒྱས་བཅོམ་ལྡན་འདས་ཀྱི་མདོ་ལས་གསུངས་ཤིང། དེ་ཡང་དོན་དམ་བདེན་པ་རྟོགས་པའི་ཐབས་སུ་གྱུར་པའི་ཐ་སྙད་བདེན་པ་ཡིན་པར་སློབ་དཔོན་འདི་ཉིད་ཀྱིས་གསུངས་པའི་ཕྱིར། ཨ་ནི་འཇུག་པ་རང་འདྲེར་འཁོར་རང་ལས་འདྲེར་པར་ཕྱིའི་ཐོག་མར་གང་ཞིག་རྣམ་པར་ཤེས་པ་ལ་སོགས་པ་བདམས་པ་ན་མུ་སྟེགས་ཀྱི་ལུགས་གསར་ནི་དེ་དག་གི་དོན་ཆེན་པོ་འགྲུབ་པར་འགྱུར་ཞིང་ཕྱིས་ནི་གསུང་རབ་ཀྱི་དོན་ཕྱིན་ཅི་མ་ལོག་པར་རིགས་པ་རྣམས་རང་ཉིད་ཀྱིས་དེ་དག་སྤོང་བར་འགྱུར་བའི་ཡོན་ཏན་ཁོ་ན་འབྱུང་གི་སྐྱོན་ནི་མ་ཡིན་ནོ། ཞེས་གསུངས་ཡོད་རུང་བ་འདི་དང་ནི་པར་ངོ་འཕགས་པ་ཀླུ་སྒྲུབ་ཀྱི་ཡང་ནི་བྱང་ཆུབ་སེམས་འགྲེལ་ལས་ད་ལྟ་ཇི་ལྟར་རྒྱ་མཚོ་ལ་ན་ཞིང་སེམས་ནི་མེད་ཀྱང་གཡོ་བར་འགྱུར་དེ་བཞིན་གང་ཞིག་ནམ་ཞིག་ལུས་ལ་བརྟེན་ནས་གཡོ་བ་ཡིན། ད་འདི་འདྲའི་གསུང་འོས་འཚམ་པ་ལ་གང་ལྟར་མདོར་བསྡུས་ནས་བཤད་སོང་ན་ནི། གོང་དུ་སྒྲིབ་བྱེད་རྣམ་པ་གཉིས་དྲངས་པ་ལྟར་དུ་ནི་གཙོ་བོ་སངས་རྒྱས་ཀྱི་མདོ་ཁོ་རང་གི་རང་ཁོངས་ཡོད་པ་དང་གཅིག་ཅིག་སྟེ་དོན་དམ་བདེན་པ་རྟོགས་པའི་ཐབས་ཐ་སྙད་བདེན་པ་ཡིན་པ་དེ་ནི་སློབ་དཔོན་ཟླ་བ་གྲགས་པ་ཁོ་རང་གི་བཞེད་པ་ཡིན་པ་དང་གཉིས་ཀྱིས་རོ། དེ་བཞིན་དུ་ནི་འཕགས་པ་ཀླུ་སྒྲུབ་ཁོ་རང་གིས་བསྟན་བཅོས་རང་གི་ཁོངས་ཡོད་པ་དང་གསུམ་གྱིས་དེ་བསམས་པ་ལ། གཞན། ད་ལྟ་མདོ་སྡེ་གླང་དཀར་ཞགས་པ་སོགས་ལས་བསྟན་པའི་ཀུན་གཞི་དེ་ནི་དྲང་དོན་དུ་སོང་བ་ཡང་ཐ་སྙད་ཀྱི་ཀུན་གཞི་མ་གཏོགས་སེམས་ཙམ་པའི་འདོད་པའི་ཀུན་གཞི་བདེན་པར་གྲུབ་པ་དེ་ནི་མ་ཡིན་པ་དངོས་ལ་ནུས་ཤིང་མ་སོང་པའི་རྒྱུ་མཚན་རྣམ་པ་འདི་འདྲའི་སྒོ་ནས་ཀུན་མཁྱེན་གོ་རིམ་པའི་ལུགས་ལ་ཕར་ཁྱེར་ཀུན་གཞི་ཐ་སྙད་དུ་ཁས་ལེན་དགོས་པ་དེ་ནི་ཁ་གསལ་པོ་རེ་ཞིག་འདུག་ཞུ་ཡི་ཡིན་ར་དེ་ནས་ད་ལྟ། ཟླ་གཉིས་པ་དེ་འགྲོ་མགོན་བཀའ་བརྒྱུད་པའི་ལུགས་ཅིག་འགྲོ་མགོན་བཀའ་བརྒྱུད་པ་ཡིན་ན་ཕར་ཆེར། གོན་གཞི་ཐ་སྙད་དེ་ཡང་ཁས་ལེན་གྱི་ཡོད་མ་རེད་བསམ་གྱི་འདུག་ར་ད་ལྟ་དག་སྒྱུར་བྲིས་པའི་ཤིང་རྟ་འདི་སོགས་ཀྱི་ནང་ལས་གསུང་བ་ཡིན་ན་ནི། ད་འདི་ཡི། མདོ་སྡེ་གླང་དཀར་བཤད་པ་སོགས་ཀྱིས་གསུངས་པའི་དོན་དེ་ཨེ་ནས་ཐད་ཀར་གང་ཟག་གི་བདག་དང་ནི་སྦྱར་ཡོང་དུ་བརྩམས་པ་ལ་དེ་གང་ཟག་གི་བདག་དང་སྦྱར་ཏེ་དྲང་སྡོམ་དུ་འགྲེལ་སྟངས་ལ་བལྟས་དུ་བརྩམས་པ་ལ་ཕར་ཆེར་འདི་ནི་ཀརྨ་པ་མི་བརྒྱུད་རྡོ་རྗེ་ཀྱི་ལུགས་ལ་ནི། དཔེར་ན་གང་ཟག་གི་བདག་བཞིན་དུ་གོན་གཞི་ཐ་སྙད་དེ་ཡང་འདོད་གི་མ་རེད། བསམ་བསམ་གཅིག་བསྡུས་དང་ནི་ཡི་དགོངས་པ་ལེན་སྟངས་ནོར་མེད་ན་རག། ཨ་ནི་གསུམ་པ་དེ་རྒྱལ་བ་ཇོ་ནང་པའི་ལུགས་ལ་ཡིན་ན། ད་ལྟ། དབུ་མ་རྒྱལ་བ་ཇོ་ནང་པའི་ལུགས་ལ་ཡིན་ན་ནི་དབུ་མ་ཆོས་དབྱིངས་བསྟོད་པ་གི་རྣམ་བཤད་ནང་ལ་ག་རེ་གསུངས་འདུག་ལ་ན། དབུ་མ་འཇུག་པར་གང་ཞིག་རྣམ་བཞིན་འདོད་པ་ནི་མུ་སྟེགས་དབང་ཕྱུག་པའི་དབང་ཕྱུག་འདོད་པ་དང་འདྲ་ལ། འོན་ཀྱང་དབང་ཕྱུག་དག་ལ་གང་ཞིག་ནམ་ཞིག་མི་རྟག་གོ་བཞེད་པ་འདི་ནི་ཁྱད་པར་རོ། ཞེས་གསུངས་པའི་ཕྱིར། སློབ་དཔོན་ཟླ་བ་གྲགས་པས་གང་ཞིག་ནམ་ཞིག་མི་བཞེད་དོ་ཞེས་གྲགས་ཏེ་ཟེར། རྣམ་རིག་པའི་འདོད་པ་ལྟར་གྱི་ནམ་ཞིག་བདེན་དངོས་མི་བཞེད་པ་ཡིན་གྱི་གང་ཞིག་ནམ་ཞིག་རྟེན་མེད་པར་བཞེད་པ་ནི་མ་ཡིན་ཏེ། ནི། ཁོ་རང་ཚོ་གང་ལྟར་གསང་བ་འདུས་པའི་ལྷ་གཙོ་བོ་ཡབ་ཡུམ་གྱི་དཀྱིལ་འཁོར་གྱི་ལྟ་སྟངས་ཀྱིས། བྱང་སེམས་བརྒྱད་སྤྲུལ་སེམས་ཅན་རྣམས་ཀྱིས་རྣམ་ཤེས་ཚོགས་ཀྱིས་སྦྱངས་ལ་བརྩམས་པ་ལ། ད་ལྟ་འདི་གའི་འདས་ལུགས་དེ་ནི་སློབ་དཔོན་འཕགས་པ་སྤར་མགོན་འཕགས་པ་ཀླུ་སྒྲུབ་དང་པདྨ་ཟླ་བ་གྲགས་པ་ཁོ་རང་གཉིས་ཀས་ཀྱི་ཐུགས་དམ་གྱི་མཐིལ་ཡིན་པ་དང་སྤྱིར་བཏང་གི་རྣམ་བཞི་ཚོགས་བརྒྱད་ཞེས་ཀྱི་འདུག་རྣམ་བཞི་ཚོགས་བརྒྱད་ཞེས་པ་འདིས་ཀྱང་ཕར་ཆེར་གང་ཞེ་ཐ་སྙད་དུ་ཕར་ཆེར་ཁས་ལེན་དགོས་ཀྱི་འདུག་ད། དེ་ནས་བདུད་ནི་བཀོད་ནག་ནི་སེམས་ཙམ་པ་དང་དབུ་མ་པའི་འདོད་པའི་ཀུན་གཞི། ཀུན་གཞི་བདེན་པར་སྤྲད་པ་ཅིག་ཡོད་རུང་བ་དེ་ཡིན་མིན་གྱི་ཁྱད་པར་ཕྱེས་ནས་དབུ་མ་མཐར་འགྱུར་པའི་ལུགས་ལ་ཕར་ཁྱེར། ཀུན་གཞི་འདུག་དགོས་ཀྱི་འདུག་བསམ་བསམ་གྱིན་འདུག། དེ་ནས་ད་ལྟ། རི་བོ་དགེ་ལྡན་པའི་ལུགས་ལ་ཡིན་ན་ཕར་ཁྱེར་ཀུན་གཞི་དེ་འདུག་བཞེད་ཀྱི་ཡོད་ས་མ་རེད། ནས་ད་ལྟ་མཇུག་འབྲས་དགོངས་པ་རབ་གསལ་དེ་སོགས་ཀྱི་ནང་ལ་ནི་མཐར་འགྱུར་པའི་ལུགས་ལ་ནི། གཟུང་འཛིན་གཉིས་དེ་ནི་ཡོད་ན་ཡོད་ཉིད་ཡིན་པའི་ཕྱིར་ན་ནི། ཆེད་དོན་ཁས་མི་ལེན་པའི་རྒྱུ་མཚན་གྱིས་གང་ཞིག་མི་འདོད་པ་བརྗེད་རྒྱུ་མཚན་གཉིས་ཀྱིས་ནི་མཐར་འགྱུར་པའི་ལུགས་ལ་གང་ཞིག་མི་བརྗེད་པར་སོང་ཡོད་དེ་བརྩམས་པ་ལ་ཕར་འགྱུར་ཞིག་ཡོད་ས་མ་རེད་ཞེས་ཡིན། དེ་ནི་ད་ལྟ་སྔ་འགྱུར་རྙིང་མ་པའི་སྔ་འགྱུར་རྙིང་མ་པའི་ལུགས་ལ་ནི་ཐ་སྙད་དུ་གང་ཞིག་བཞེད་ཀྱི་རེད་དམ་མ་རེད་ག་ཚོད་ཁས་ལེན་གྱི་རེད་ལབ་ན་ཐ་སྙད་དུ་ནི་དེ་རྣམ་གཞག་མེད་པའི་ཆ་ནས་མེད་པ་ཁས་ལེན་གྱིན་སོང་ཡོད་རེད་ད་ལྟ་མཇུག་འབྲས་ཟླ་བའི་ཞལ་ལུང་གི་ནང་ལ་ཐ་སྙད་དུ་དེ་རྣམ་གཞག་མེད་པའི་ཆ་ནས་མེད་པར་ཁས་ལེན་མུས་དེའི་དེབ་ཕྱིར་ཐ་སྙད་དུ་མེད་པར་མི་འགྱུར་ཏེ། ཐ་སྙད་ནི། ད་ག་སོ་ཐ་སྙད། མེད་པར་འགྱུར་ན་ནི་ཐ་སྙད་དཔྱོད་བྱེད་ཀྱི་རིགས་པའི་ཁེ་དགུ་པ་གང་ཞིག་ལ་དཔེར་ན་སྒྲ་རྟག་པ་ནང་བཞིན། ཁེ་དགུ་པ་གང་ཞིག་ལ་ནི་དེ་མ་ཁ་དེའི་བསམ་པ་ལ་ཕ་ཁྱེར་ཐ་སྙད་དུ་ནི། ད། མེད་པ་ཡིན་དུ་བསམ་པ་ལ་མེད་པ་ཁས་ལེན་ན་ཡང་ཐ་སྙད་དུ་མེད་པར་འགྱུར་གྱི་མ་རེད། ད། སྤྱི་བཏང་གི་སྐབས་བར་པའི་དངོས་བསྟན་སྟོང་ཉིད་ཀྱི་དགོངས་འགྲེལ་གཙོ་བོར་གྱུར་པའི་རིགས་ཚོགས་དང་ད་ལྟ་འོ་མ་འཇུག་པའི་རྩ་འགྲེལ་གང་ལ་ཡིན་ན་ཡང་གང་ཞིག་རྣམ་བཞི་གིས་ད་རྣམ་གཞག་བགྱིད་པར་མཛད་ཡོད་མ་རེད་ཟེར་གང་ཞིག་རྣམ་ཤེས་ཀྱི་རང་ཡིན་ན་ཡང་ཐ་སྙད་དཔྱོད་ཤེས་ཀྱི་ཚད་མ་གི་ངོ་ལ་མ་གནོད་དུ་བརྩམས་པ་ལ་ཐ་སྙད་དང་བྲལ་མི་བྲལ་ལ་ཡང་དེ་གཙོ་བོ་ཐ་སྙད་ཚད་མེད་ཀྱི་གཙོ་བོ་ཐ་སྙད་ཚད་མེད་ཀྱི་ཁེགས་མི་ཁེགས་ལ་བལྟ་དགོས་དུ་བརྩམས་པ་ལ་ཐ་སྙད་ཚད་མེད་ཀྱི་མེད་ཁ་དུ་བརྩམས་པ་ལ་ཕར་ཁྱེར་ཐ་སྙད་དུ་ཁས་ལེན་དགོས་ཀྱི་ཡོད་ས་རེད། དེ་འདྲའི་གྲོགས་བྱེད་ཀྱི་བྱེད། དེ་ནས་སྤྱིར་བཏང་གི་ད་འདི་ལ་ནི། ང་རྒྱལ་སྙིགས་མ་པའི་ལུགས་ལ་ཀུན་མཁྱེན་ཀློང་ཆེན་པ་དང་ནི་ཀུན་མཁྱེན་མི་ཕམ་རྒྱ་མཚོ་གིས་ཏཱ་ན་གི། དབུ་མ་རྒྱན་གྱིས་འདྲིལ་བ་དང་ནི། དམ་ཆོས་ཐོག་སེར་དང་བརྒལ་ལན་དང་དེ་སོགས་ནང་ནས་ནི། ཀུན་མཁྱེན་གཞི་བདག་མི་བཞེད་ཀྱི་ནི་སྐོར་ལ་མང་པོ་ཞིག་གསུངས་ཡོད་རེད་དེ་ཡིན་ན་ཡང་ད་ལྟ་སྐབས་སུ་བབ་པ་དེ་ནི་ད་ལྟ་དབུ་མ་འཇུག་པ་ཁོ་རང་གི་སྐབས་སུ། འཇུག་པའི་བགྲོ་གླེང་ལ་གཞིར་བཞུགས་ནས་གཞིར་བཟུང་ནས་ད་ལྟ་དེ་སོགས་ད་ལྟ་འདི་ལ། སྐར་ཚོགས་རེད། འདིའི་རྩོམ་ཤོག་ནང་ལ་ད་ལྟ་བྲིས་མེད་ཟེར་ཤོས་ཡིན་ར། དེ་ནས་ད་ད་ལྟ་འོ་མ་མཐར་འགྱུར་པའི་ལུགས་ལ་ཨ་ནི་རྐང་བཞིན་འདོད་ཀི་རེད་དམ་མ་རེད་ལ་ན། ད་ཕར་ཁྱེར། ད་ང་རང་གིས་འདི་རེད་ད། ཕར་ཁྱེར་རྐང་བཞི་འདི་ཨ་ནི་མཐའ་གཉིས་འདི་འདོད་དགོས་ཀི་འདུག་ཟེར་ར། ཐ་སྙད་དེ་འདོད་དགོས་པ་དེ་ཡང་ག་འདྲས་ཧ་གོ་འདོད་ལ་ན། ལུང་དང་རིགས་པའི་སྒོ་ནས་བསྒྲིབ་དགོས་འདུག་ལུང་ཡིན་ན་ཡང་ད་ལྟ་མདོ་སྡེ་ལང་ཀར་བཤད་པ་དང་རྒྱན་འདུལ་བོ་བཀོད་པ་དེ་སོགས་ཀྱི་ནང་ནས་དང། བསྟན་བཅོས་ཡིན་ན་ད་ལྟ་བསྟན་བཅོས་ཀྱི་ད་ལྟ་མགོན་པོ་ཀླུ་སྒྲུབ་ཀྱི་བྱང་ཆུབ་སེམས་འགྲེལ་དང་དེ་བཞིན་འཇུག་པ་རང་འགྲེལ་ཁོ་རང་གི་ནང་ལ་ཡང་གང་ཞིག་རྣམ་པར་ཤེས་པ་འབའ་ཞིག་ཡོད་པར་མ་ཟད་གང་ཟག་ཀྱང་ཡོད་དེ་ལ་བརྩམས་པ་ལ། དེས་འདིར་བའི་སྐྱེ་བོ་ལ། ཡོད་པ་ཉིད་དུ་བསྟན་པའི་རྗེས་སུ་འཛིན་པའི་ཕྱིར་རོ། ད་དེ་ནས་འདུ་བྱེད་དང་གི་འདུ་བྱེད་དང་བཅུད་ཐམས་ཅད་དུ་ཀུན་གཞིའི་ཁོངས་སུ་བྱེད་ཆོག་པའི་ལུང། ད་ཕར་ཆེར་མང་པོ་ཞིག་འདུག་ཟེར། ཡིན་ན་ཡང་དེ་ལ་མདོ་ཡོངས་གྲགས་གཉིས་དང་ལྷག་ཏུ་ད་ལྟ་སློབ་དཔོན་ཡབ་སྲས་ཁོ་རང་གཉིས་ཀྱི་གཞུང་དེ་འདིའི་རྩོམ་ཤོག་ནང་ལ་མ་གཏོགས་སུ་དྲངས་བཞེད་ཡོད་ཟེར། ད་བྱེད་དང་གི། འདི་ལ་ཆོས་རྒྱལ་ཁག་གི་སློབ་དཔོན་ཀླུ་སྒྲུབ་དང་དཔལ་ལྡན་ཟླ་བ་གྲགས་པ་གཉིས་ཀྱི་ལུགས་ལ་ཀུན་གཞི་བཞེས་ཀྱི་རེད་དམ་མ་རེད་ལ་ཡ་དེ་དགོངས་པ་འགྲེལ་སྟངས་མི་འདྲ་བ་མང་པོ་ཡོད་རེད་སྤྱིར་བཏང་གི་ཀུན་གཞི་ལ་ན་དཔེ་ཧ་ཅང་གི་རྒྱ་ཆེན་པོ་གཅིག་ཡིན་དུས་བརྩམས་པ་ལ་ནི་ད་ང་དང་ང་འདྲ་བ་གཅིག་གིས་དེ་ལ་ནི་ཅིག་འདི་རེད་དམ་དེ་མ་རེད་ལ་ནི་སྤྱིར་བཏང་གི་ཅིག་ཤེས་ཐུ་བས་ཅིག་མི་འདུག་ཟེར་ར། ཆོས་ཀྱི་རིས་སུ་མ་ཕྱེས་པའི་མཁས་གྲུབ་ཀྱི་སྐྱེས་བུ་དེ་ཚོ་ཐམས་ཅད་ཀྱིས་འགྲེལ་སྟངས་མི་འདྲ་བ་ནི་མི་འདྲ་བ་མང་པོ་ཤོང་ཡོང་དུས་བརྩམས་པ་ལ། ཨ་ནི་དེ་ལ་ཨ་ནི་འདི་འགྲིག་གི་རེད་དམ་འདི་ནོས་འགྲིག་གི་མ་རེད་ཟེར་གི་ཨ་ནི་དེ་འདྲི་ཞིག་ཞུ་ཐུབ་ཡ་ཞིག་མི་འདུག་དེ་དོན་དུ་བཤད་ན་ཡང་དེ་འདྲི་བཤད་པ་དེ་ཡང་ཨ་ནི་དགོངས་བཞེས་དང་སྒུག་པ་གལ་ཆེན་པོ་ཡོད་དུས་ཙམ་པ་ལ་ཨ་ནི་ང་འགྲོ་བྱེད་ཀྱི་ཨ་ནི་དེ་ལ་དེ་འདི་རེད་དམ་འདི་མ་རེད་ཟེར་ནས་ཨ་ནི་ཐལ་ཆོས་བཞག་པ་ཞིག་མི་འདུག་ད་གཙོ་བོ་དེ་ཨ་ནི་ད་ལྟ་དབུ་མ་འཇུག་པ་གི་བགྲོ་གླེང་ལ་གཞི་བཟུང་ནས་འཇུག་པ་རྩ་འགྲེལ་གཞིར་བཞག་ནས་གཞིར་བཞག་ནས་བཤད་ན་ཨ་ནི་ད་ལྟ་དབུ་མ་འཇུག་པ་སྐབས་སུ་གོན་གཞི་དེ་བཀག་ཡོད་རེད་ལ་ན་བཀག་ཡོད་རེད་ཟེར་ར། བཀའ་ཡོད་པ་བདེན་པ་རེད། ཡིན་ན་ཡང་དེ་ཆོས་ཀྱི་ཕར་ཆེར་གྱི་དགོངས་པ་དེ་གཅིག་པ་འདྲ་བོ་ཅིག་ནི་སེམས་ཙམ་པས་འདོད་པའི་བདེན་གྲུབ་དེ་དང་ནི་སེམས་ཙམ་པས་འདོད་པའི་ཀུན་གཞི་བདེན་གྲུབ་ཅིག་འདུག་གི་རེད་དེ་དང་ནི་སྤྱིར་བཏང་གི་ཀུན་གཞི་ཕར་ཆེར་གཉིས་སུ་ཕྱེ་དགོས་ཀྱི་རེད་བསམ་གྱི་འདུག་ར། ཀུན་གཞི་དེ་ནི་ད་ལྟ་ང་ཚོ་སྒང་ནས་མདོ་སྡེ་ལང་ཀར་བཞག་པ་དང་ནི་དེ་འབྲེལ་གྱི་ལུང་སྒང་ནས་དྲངས་ཟིན་པ་དེ་ཚོ་ཐམས་ཅད་ཀྱི་ཕར་ཆེར་དྲིལ་གྱི་ཡོད་ས་རེད། དེ་མ་ཟད་པའི་རིགས་པའི་དབང་དུ་བྱས་ན་ཡང་ད་ལྟ། འཕགས་པ་ཐོགས་མེད་ཀྱིས་གཙོས་པའི་སེམས་ཙམ་པའི་སློབ་པ་རྣམས་ཀྱིས་སེམས་མེད་པ་དང་འཆི་འཕོ་བའི་གནས་སྐབས་ལ་ཀུན་གཞི་ཡོད་པར་གསུངས་པས་སྒྲིབ་བྱེད་ཀྱི་རིགས་པ་དེ་ཚོ་ཐམས་ཅད་གསུངས་ཡོད་རེད་བ་དེ་མ་ཡིན་པ་གཞན་ཡང་ཡོད་སྲིད་པ་ཡིན་དུས་བསམ་པ་ལ། ད་ལྟ་ནི་དབང་པོ་ཀུན་གྱི་རྩ་བ་སྲོག་བཞིན་དུ་གསུངས་པ་ལྟར་དུ་ཀུན་མཁྱེན་མི་ཕམ་རྒྱ་མཚོ་གིས་ད་ལྟ་བཤད་འབྲས་ནོར་བུ་གད་ད་ག་གི་ནང་ལ་ག་འདྲི་གསུངས་ཡོད་རེད་ལབ་ན་དེ་ལ་ཁ་གཅིག་དབུ་མ་པ་ཡིན་ན་ཀུན་གཞི་ཁས་ལེན་པར་མི་བྱ་དེས་ཀུན་གཞི་ནི་རྣམ་རིག་པའི་ལུགས་ཡིན་ཟེར་ཡང་ལེགས་པར་མ་བརྟགས་པ་དེ་ཀུན་གཞི་བདེན་གྲུབ་དུ་ཁས་མ་བླངས་ན་ཐ་སྙད་དུ་ཁས་བླངས་པའི་དབུ་མའི་ཚུལ་ཅི་ཞིག་སྙམས། གང་ཞིག་དེ་ནི་ཐ་སྙད་དེ་ཁས་མི་ལེན་པ་དེ་དབུ་མ་ཐལ་འགྱུར་པའི་ཐུན་མོང་གི་ཁྱད་ཆོས་མ་རེད་ཟེར་བ་ག་ཟེ་ཡིན་ན་ནི་དེ་ཁས་ལེན་ཡོང་དུས་བསམ་པ་ལ་ཐུན་མོང་མིན་པའི་ཁྱད་ཆོས་དེ་ཐུན་མོང་མ་ཡིན་པའི་ཁྱད་ཆོས་དེ་བརླག་འགྲོ་དགོས་ཡོད་རེད་དེ་འདྲའི་གང་ཡང་མ་རེད་ཟེར་དེ་ཡིན་དུས་བསམ་པ་ལ་ཨ་ནི་དཔེར་ན་ཕུང་ཁམས་སྐྱེ་མཆེད་ཀྱི་རྣམ་གཞག་དེ་ཚོ་ཐམས་ཅད་ནི་ཐ་སྙད་དེ་ཁས་ལེན་ན་ཡང་དབུ་མ་པ་ལ་གཅིག་གནོད་གི་ཡོད་མ་རེད་བ་དེ་ནང་བཞིན་དུ་ནི་གང་ཞིག་དེ་ཡང་ཐ་སྙད་དེ་ཁས་ལེན་སོང་བ་ཡིན་ན་ནི་ཕར་ཆེར་གཅིག་གནོད་གི་མི་འདུག་ཟེར། དེ་དང་ནི་དབུ་མ་རྒྱན་འགྲེལ་ཁོ་རང་གི་ནང་ལ་འདི་ད་ལྟ་འཇམ་མགོན་དམུས་ཕོ་རིན་པོ་ཆེ་གིས་འདིར་གསུངས་ཡོད་རོ། རང་རིག་དང་ཀུན་གཞི་འགོག་པའི་རིག་པ་འདི་ཀུན་སེམས་ཙམ་པའི་རང་རིག་བདེན་གྲུབ་ལ་འདོད་པར་འཇུག་གི་ཀུན་གཞི་དང་རང་རིག་ཐ་སྙད་ཙམ་དུ་ཁས་ལེན་པའི་ལུགས་ལ་རྣམ་པ་ཀུན་ཏུ་མི་འཇུག་པར་ཤེས་པར་བྱ་དེ་དཔེར་ན། ཕུང་ཁམས་སྐྱེ་མཆེད་དང་ལམ་དང་འབྲས་བུ་ཐམས་ཅད་བདེན་གྲུབ་ཏུ་འགོག་པའི་རིག་པ་དེ་གིས་ནི། དབུ་མ་པའི་ཐ་སྙད་ཙམ་དུ་ཕུང་ཁམས་ཀྱི་རྣམ་གཞག་དང་ལན་ཅིག་ཁས་མི་ལེན་པ་ལ་མི་གནོད་ནོད་མི་འདུག་བ། དེ་ནང་བཞིན་དུ་ནི། ཀུན་གཞི་དེ་ཐ་སྙད་དུ་ཁས་ལེན་སོང་བ་ཡིན་ན་ཡང་ཅིག་དབུ་མ་པ་ལ་ནི་གནོད་པ་མི་འདུག་ཟེར་ཤོས་ཡིན་ལ། ཅིག་ཅིག་ནི་ད་ལྟ་མི་ཕོ་རིན་པོ་ཆེ་ཁོ་རང་གིས་ཡང་ན་ད་ལྟ་དབུ་མ་རྒྱན་སྤྲས་ནང་ལ་ཡང། སྣང་བ་སེམས་སུ་མི་འདུག་པ་མི་འདུག་ན་མ་གཏོགས་འདོད་ཕན་ཆད་ནི་ཀུན་གཞི་ངེས་པར་ཁས་ལེན་དགོས་ཀྱི་རེད་གསུངས་རེད་ད་དེ་འདྲའི་གི་ནི།

གྱི་རྣམ་པ་ཚོའི་ནང་ན་དྲི་བ་བཏང་མཁན་རྣམ་པ་ཚོ་ཡིན་ནའི་དྲི་བ་བཏང་དུས་བརྩམས་པ་ལ་ད་ལྟ་སྐབས་སུ་བབ་པའི་སོ་སོ་གི་རྩོམ་ཤོག་དང་འབྲེལ་བའི་སྒོ་ནས་ཨ་ནི་ད་ལྟ་ང་རང་གི་རྩོམ་ཤོག་འདྲ་བོ་གཅིག་ཡིན་ན་ད་ལྟ་གང་ཞིག་གི་སྐོར་ལ་ཡིན་དུ་བརྩམས་པ་ལ་གང་ཞིག་དང་འབྲེལ་བའི་རྩོམ་ཤོག་གི་སྒང་ནས་ཁོ་རང་དྲི་བ་བཏང་ན་ཡག་པོ་འདུག་ཟེར་ཞོད་ཡིན་ར་དེ་མ་ཡིན་ན་ཨ་ནི་ད་ང་ཚོ་ད་ལྟ་ཁོ་རང་གི། གཏམ་བཤད་པ་ཁོ་རང་གི་ངོས་ནས་ནི་བཤད་ན་ཡང་ད་ལྟ་སྐབས་སུ་བབ་པ་ཁོ་རང་གི་རྩོམ་ཤོག་དེ་ལ་ནི་མང་པོ་ཞིག་བལྟས་ཡོད་དུས་བརྩམས་པ་ལ་ནི་རྩོམ་ཤོག་ཁོ་རང་གི་སྒང་ལ་ནི་དྲི་བ་གླེང་ན་ཡག་པོ་འདུག་ཟེར་ཞོར་ཡིན་ར་ནི་ཐུགས་ཆེ་གནང་ཞུ། ཐུགས་ཆེ་གནང།
བཙུན་མ་དགེ་འདུན་ཚང་མ་ལགས། གསུང་བཤད་དེ་འདྲའི་མཚམས་བརྒྱུད་ཡ་ཞིག་ད་ང་ཚོའི་དྲི་བ་དྲིས་ལན། དྲི་བ་གནང་ལུགས་ལ་གསར་པ་ཡིན་སེང་ཁ་ཤས་ཤིག་འདུག་ད་གསར་པ་ཡིན་ཤག་ཤོག་གི་ད་ཡིན་པའི་རེ་བ་ཡོད།

ཡང་གསར་པ་ཡིན་ཟེར་ན་གོ་སྐབས་མང་པོ།
ད་ང་གསར་པ་གསར་རྐྱང་ཡིན་རང། ད་ཕྱི་ད་ང་དྲི་བ་གཉིས་བཟོས། དེ་ཡིན་ནས་ངས་དྲི་བ་གཅིག་མ་བཏང་ཆོག་མོད་གསུངས་དང་ད་ང་དྲི་བ་གཅིག་བཏང་ཡིན། དེ་ཡང་རྩོམ་ཤ་དང་འབྲེལ་བ་རང་རེད། ཤོག་གྲངས་བརྒྱ་དང་སུམ་ཅུ་སོ་བཞི་གི་ཡིག་ཕྲེང་བཅུ་བཞི་རྣམས་ལ་གསུངས་དང། ཀུན་གཞིའི་རྐང་པ་དེ་ཡང། གསུངས་དང་རང། གསུང་དུས་ད་ཀུན་གཞི་བཀོད་པ་དེ་ཡང་གསུངས་པར་བགྱིས་ན་ཉན་གྱི་པ་ད་ཅི་ཡོད་ལ། བསམ་བློ་བཏང་པར་བགྱིས་ན་ད་དེ་སློབ་དཔོན་ཟླ་བ། སློབ་དཔོན་ཟླ་བ་གྲགས་པ་གྱིས་ད་ཀུན་གཞི་བཀག་པ་དེ་དེ་ཡང། ཕ་ཆེ་ར་བ་དེ་འདྲས་གསུངས་ཡོད་ས་རེད། ད་དེ་འདྲས་གསུངས་པར་བགྱིས་ཡིན་ན། དེ་ནི་ཁྱེད་རང་རང་ལ་དེ་འདྲས་ཀྱིས་གསུངས་པའི་དེ་ནི་གདེང་ཚོད་དང། ཏན་ཏན་ཚུལ་འདི་འདྲ་ག་འདྲ་ཡོད་རེད། ག་རེ་བྱས་ནས་ལབ་བ་རེད་ཅེ་ན་ཁྱེད་རང་གིས་དེ་ནི་ཀུན་མཁྱེན་མཁས་པའི་དབང་པོ་གོ་རབ་འབྱམས་པ་བསོད་ནམས་སེང་གེ་ཡིས་དེ་ནི་ལྟ་བ་ངེས་ཚིག་ནི་བརྟག་བཞག་ལྟ་བ་ངེས་ཚིག་ཡིན་ན་ལ་ཀུན་གཞི་ཡོད་པ་དེ་དེ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པ་དང་སློབ་དཔོན་ཟླ་བས་ཀྱིས་གསུངས་པ་དང་དེ་ག་ན་ཤིང་གི་པ་གཅིག་གི་ལས་འབྲས་ཀྱི་སྟེང་དུ་པ་ཐེབས་པ་ལགས་སོ་བར་གསུངས་འདུག་འདིའི་རྟགས་ཀུན་གཞི་འགག་པ་དེ་ཡང་ཞེས་གསུངས་པ་དེ་ག་རེད། ཀུན་མཁྱེན་གོ་བ་རབ་འབྱམས་པ་བསོད་ནམས་སེང་གེ་དེ།

ཀུན་གཞི་བཀག་པ་དེ་ཡང་གསུངས་ཙང་ཁྱེད་རང་གིས་ཤོག་གྲངས་བརྒྱ་དང་སུམ་ཅུ་སོ་བཞི་གི་ཡིག་དོན་བཅུ་བཞི་ནང་ལ། ར། མདོར་བསྡུས་ན་ཀུན་གཞི་བཀག་པ་དེ་དེ་འབའ་དེ་འགྱངས་རེད། སློབ་དཔོན་ཟླ་བ་གྲགས་པ་ཀྱིས་བཀག་རེད་ཟེར། ལན་མ་རེད། ད་དེ་སུ་ལས་ལ་དགོས་རེད་ཟེར་ན་དེ་ལ་བས་ཏེ། ཀུན་གཞི་ཁས་ལེན་གྱིས་འགྱངས་ས་ལ་ལ་བོ། ར། རེད་མ་རེད། ད་དེ་ཀུན་གཞི་ཁས་ལེན་གྱིས་ཀྱིས་འགངས་ས་འདི་ལ་གཅིག་ཕྱིགས་བོ་ར་རྒྱབ་དགོས་ར་ད་ཡིན། གཅིག་ར་ཟུར་ཟ་ར་བོ་དེ་ད། ཀུན་གཞི་ཁས་ལེན་གྱིས་འགངས་ས་གཅིག་ལ་སྦྱར་དགོས། ད་འོ་ན་སུ་ལ་ལ་བར་ད་ཀུན་གཞི་བཀག་པ་དེ་ཡང་ཟེར་ནས།

དྲི་བ་ཅིག་ཞུ་ཆོག་དྲི་བ་དེ་གསལ་བ་གསལ་རྐྱང་ཡིན། ད་ལྟ་ཤི་སྟངས་འདི་ལ་དེ་ཀུན་གཞི་རྣམ་ཤེས་ཀྱི་དོན་མ་ལྟོས་དོན་ལ་མང་པོ་ཞིག་དེ་རྩོད་པ་ལས་ཁ་ཤས་ཀྱང་ཆོག་གཞན་པ་ཞིག་ཀྱང་ཀུན་གཞི་རྣམ་ཤེས་ཁས་ལེན་དགོས་པ་དང་ཁ་ཤས་ཀྱིས་ཡང་ཁས་མི་ལེན་པར་འདོད་པ་མང་པོ་ཞིག་སླེབས་ཡོད་ཀྱི་འདུག་ཨ་ནི་ཤི་སྟངས་ཀུན་གཞི་རྣམ་ཤེས་ལ་དེ་ཨ་ནི་ག་འདྲིའི་ཆེད་ལ་ངོས་འཛིན་བྱེད་འོས་རོགས། སྤྱི་གདངས་དང་སྔགས་ཀྱི་སྤྱི་གདངས་སྔགས་ཆོས་དང་འདྲེས་པ་ནི་ཅི་ལྟར་ཤེས་པ་དེ་ལས་ཤེས་པ་ཕྲ་རགས་མང་པོ་ཞིག་རེད་ཤེས་པ་རགས་པ་ཕྲ་བ་ཤིན་ཏུ་ཕྲ་བ་ལས་ནི་ནི་སྔགས་བླ་མེད་ནས་ཤེས་པའི་དོན་དུ་སྙུག་མ་ལིང་ཆེན་གྱིས་པའི་འོད་ཟེར་ལས་དེ་ད་ལྟ་སྐབས་འདིར་ག་ཟེར་ན་ཀུན་གཞི་རྣམ་བཤད་ལ་བཞག་ན་སྐྱོན་ཡོད་རེད་ཡོད་མ་རེད། སྤྱི་གདངས་ཀྱི་ཀུན་གཞི་རྣམ་བཤད་ནི་འདོད་ན་སྐྱོན་ག་རེ་རེད་ཟེར་བ་མི་འདོད་ན་སྐྱོན་ཡོད་རེད་སྐྱོན་ག་རེ་སྒྲུབ་བྱེད་ཀྱི་རིགས་པ་དང་ལུང་ག་རེ་རེད་འོ་འདི་ཞུ་ཡ་ཡིན།

ཨ་ནི་ཁྱེད་མ་ལས་མ་ཡིན་ན། ཡང་དེ་ལས་དེའི་སྐྱོན་ག་རེ་རེད། ཁྱེད་ལས་མ་ནི་མ་ལས་མང་པོ་ཚོ་པ་ཡོང་དུས་དང་གཙོ་བོ་གཙོ་པ་ཡོང་དགོས་ས་ཡང་ནི་གནད་འགག་དེ་ག་བ་ལ་ཐུག་དུས་རེད། ཨ་ནི་དེ་ལྟར་སྔགས་བླ་མས་ནི་ཤེས་པའི་དོན་དང་གཉུག་མ་ལྷན་ཅིག་སྐྱེས་པའི་ཤིན་ཏུ་ཁྲོ་བའི་སེམས་ཀྱི་ཤེས་སྒོ་ར་དེ་འདྲ་གི་ཨ་ནི་ཤིན་ཏུ་ཁྲོ་བའི་སེམས་དེ་ཀུན་གཞི་རྣམ་ཤེས་རེད་དང་མ་རེད། ལ་སོ་སོ་ད་དེ་ང་རང་གི་ངོས་ནས་བསམ་ཚུལ་ཅིག་ཞུ་བྱ་ཡིན་རང་ཨ་ནི་སྤྱི་དང་གི་སྔགས་སྔགས་དེ་ཚོ་ཤེས་ཡོང་ཙམ་པ་ལ་ད་ལྟ་ངས་སྔགས་བཏགས་མེད་དུས་ཙམ་པ་ལ་ངའི་སྔགས་ནི་ག་རེ་སོང་ཡོད་པ་ངས་ཧ་གོ་མ་སོང་ར་ངས་མཇལ་མ་སོང་ཞོད་ཡིན།

དེ་ཡི་མཐའ་མཇུག་བར་གྱི་མ་བཀག་གི་དུ་བདེན་དྲུག་དེ་འདྲའི་འགྲོ་བ་ཅིག་ལ་བཀག་ཟེར་དངོས་པོ་ཁོ་རང་གི་ཁ་ཚ་སྒྲ་རྟོག་གི་ལྟ་ཙམ་མ་ཡིན་པ་དངོས་པོ་ཁོ་རང་གི་ནི་མདོ་ལུས་ཀྱི་བསྡུ་བའི་ཚུལ་འཆོས་ཅིག་ད་ག་འདའ་རྒྱུ་ཅན་གང་ལ་མ་ལྟོས་པ་ཅིག་བཀག་གི་རེད་བས་ཟེར་ཨ། འདི་བཀག་གི་ཡོད་ན། ཨ་ནི་ག་ཟེ་བ་རེད། མཐའ་མཇུག་བར་གྱི་བཀག་དགོས་དགོས་པ་མི་འདུག་ཟེར་དེ། མི་སྲིད། ག་དྲིས་ཟེར་ན། དངོས་པོ་ཁོ་རང་གི་རྒྱུ་རྐྱེན་གང་ལ་མ་ལྟོས་པའི་གི་ཨ་ནི་དངོས་པོ་ཁོ་རང་གི་སྡོད་ལུགས་ཀྱིས་གྲུབ་པའི་ཆོས་འདི། དབུ་མ་བ་ཕག་ཞྭ་ཞུ་དག་ཨ་ནི་ཉན་ཐོས་བྱེ་བྲག་སྨྲ་བ་ནི་ཁས་ལེན་གྱི་མ་རུ་མགོ་རྒྱུ་རྐྱེན་གང་ལ་མ་ལྟོས་པའི་དངོས་པོ་ཨ་ནི་སྡོད་ལུགས་ཀྱིས་གྲུབ་པའི་ཆོས་འདི་བྱས་ཙང་འདིའི་བདེན་གྲུབ་ཟེར་ཡས་འདི་ག་འདྲས་ཡིན་མིན་དེ་འདི་མཐའ་འཁྱོལ་བ་ཡི་བཀའ་བསྒོ་ཡས་དེ་ག་འདྲས་ཡིན་མ་ད་གལ་སྲིད་སྡོད་ལུགས་ཀྱིས་གྲུབ་པའི་ཆོས་ཟེར་ཡས་འདི་དཔེར་ན་ང་ཚོ་གི་རྩ་བ་བཞི་ལ་གསུམ་པ་ན་ཤི་མེད་ཨོ་མེད་ལ་སོགས་མེད་ཨོ།

ད་ལྟ་ཨོ་མ་ཐཱན་གྱིར་པའི་ལུགས་ལ་ཐ་སྙད་དེ་གང་ཞིག་ཁས་ལེན་བྱ་ཡོད་དེ་ནི་གང་ཟག་ཅིག་ཏུ་ཁས་ལེན་དགོས་རེད་བས་མ་ཡིན་པ་ཞིག་ཁས་ལེན་དགོས་རེད་གསུངས་རུང་གང་ཟག་མ་ཡིན་པ་ཞིག་ལ་ཁས་ལེན་དགོས་རེད་ཞེས་ཡིན་རང་གང་ཟག་ཁོ་རང་གི་བག་ཆགས་བཞག་ས་ཀྱི་གཞི་ཅིག་མ་ཡིན་པར་གང་ཟག་མ་ཡིན་པ་ཅིག་ལ་ཁས་ལེན་དགོས་རེད། དོ་རྒྱ་ནང་ནས་ཞབས་ཚད་རིང་འགྲིག་སོང། ད་དེ་ནས་ངག་རང་མཁྱེན་གསར་པ་ཡིན་གསུངས་ཀྱང་ངག་རང་མཁྱེན་གསར་པ་གསར་པ་ཡིན་གསུངས་འདུག།
ལས་སུ་དྲི་བ་ཞུ་ཆོག་ཅེས་གནས་དེ་ཁྱེད་རང་གིས་དེ་ཤོག་གྲངས་རྣམ་པར་བརྒྱ་དང་སུམ་ཅུ་སོ་གསུམ་ལ་འདོད་ལ་དེའི་སྐབས་སུ་སྔ་འགྱུར་རྙིང་མིག་གི་ལུགས་ཞེས་པའི་སྐབས་སུ་གནས། མཇུག་འབྲས་ཟླ་བའི་ཞར་ལུང་ཞེས་པའི་ལུང་འདི་ཕར་དྲངས་ཅེས་ན་རེ་བ་ལ་མཐའ་རྒྱུད་པའི་ལུགས་ལ་རང་རིག་དང་ཀུན་གཞི་ཐ་སྙད་དུ་ཡོད་མེད་གང་ཁས་ལེན་ཟེར་ན་ཐ་སྙད་དུ་དེའི་རྣམ་གཞག་མེད་པའི་ཆ་ནས་མེད་པར་ཁས་ལེན་མོད།

ཅེས་གསང་གི་བརྡ་བཟླས་སོང་རོང་མཇུག་འབྲས་ཟླ་བའི་ཞལ་ལུང་གནང་ན་ད་ལྟ་ཨ་ནི་ཐ་སྙད་དེ་ལྟའི་རྣམ་གཞག་མེད་པའི་ཆ་ནས་མེད་པ་ཁས་ལེན་སླ་ཡ་དེ་ད་ལྟ་ཀ་བར་བ་གི་ངོ་སྟོན་སྟོང་ཉིད་ཀྱི་དགོངས་འགྲེལ་གཙོ་བོ་གྱུར་པའི་རིགས་སོགས་དང་དབུ་མ་འཇུག་པའི་རྩ་འགྲེལ་སོགས་ཟེར་ནས་ད་ལྟ་ཀུན་གཞི་ཁོ་རང་གི་རྣམ་གཞག་དེ་རྒྱས་པར་མཛད་ཡོད་མ་རེད་ཟེར་བ་ཡིན་ན་ཡང་དེ་ནི་སྒྱེར་ན་དེའི་ཕྱིར་དུ་ཐ་སྙད་དེ་མེད་པར་འགྱུར་གྱི་རེད་པས་ལ་ན་འགྱུར་གྱི་མ་རེད་ཟེར་དེ་ཁོ་རང

ད་ལྟ་ངས་དྲི་བ་འདི་ང་རང་དོགས་པ་ཤུགས་ཆེན་པོ་སླེབས་བསྡད་འདུག་དོགས་པ་དེ་སེམས་ན་ཉག་དེ་ནི། བྱེ་བྲག་ཕྱོགས་སུ་མི་འདུག་འོད་སྡེར་ཕྱིར་བཏང་བཞིན་ཡིན་པ། ད་དྲི་བ་དེ་ད་ལྟ་གཙོ་བོ་སྒང་དེར་དགྲ་བོ་ཞིག་སླེབས་སོང་ཡིན་ན་ལན་མ་བསྐྱོན་ན་ངེས་པར་དུ་གལ་ཆེན་པོ་དེ་ཆགས་ཀྱི་མི་འདུག་ར་གཙོ་བོ་ག་རེ་ཟེར་ན། ད་ལྟ། ཀུན་གཞིའི་འདོད་ཡ་དེ་ཨ་ནི། ཚོགས་དྲུག་ལས་ངོ་བོ་ཐ་དད་པའི་ཀུན་གཞི་ཡིན་ནམ་མ་ཡིན་ཁ་གཙང་མ་གསུང་རོགས་ཅིག་ལན་རོགས་ཐལ་རྒྱུད་ལུས་ལ་ཀུན་གཞི་ཁས་ལེན་པ་ཡིན་ན། ཚོགས་དྲུག་ལས་ངོ་བོ་ཐ་དད་པའི་ཀུན་གཞི། ཚོགས་དྲུག་ལས་ངོ་བོ་ཐ་དད་པའི་ཀུན་གཞི་ཡིན། ད་ཚོགས་དྲུག་ལས་ངོ་བོ་ཐ་དད་པའི་ཀུན་གཞི་ཡིན་པ་ཡིན་ན་ཨ་ནི། བ་ཀི་སེམས་ཙམ་པོ་འདོད་ཡ་དེ་དང་ཁོང་གཉིས་པོ་ལ་མི་འདྲ་བ་དེ་ག་རེ་ག་རེ་ལའོ་རེད་ལན་ཡིན་ཨ་ནི་ཚོགས་དྲུག་ལས་ངོ་བོ་ཐ་དད་པའི་ཀུན་གཞི་འདོད་ཀི་ཡོད་པ་ཡིན་ན་ད་ལྟ་ཁུངས་དེ་ཐལ་རྒྱུའི་ལུགས་ལ་གསལ་པོ་ག་རེ་ཡོད་རེད་ལན་ཡིན་ག་རེ་བྱེད་འདོད་སེམས་ད་ལྟ་རོ། ད་ལྟ་ནམ་རྒྱུན་བྱང་ཆུབ་སེམས་འགྲེལ་ལས་དྲངས་འདོད་རྒྱུ་ལུང་དེ་གི་ད་ལྟ་ཞེས་རྣམས་ཀྱི་དགོངས་པ་ར་ཆེ་དུས་ནང་ལོགས་ལོགས་ཤེས་ཡོན་དེ་གང་ལ། དྲུག་པ་ཀྱི་རྣམ་ཤེས་ལ་ཀུན་གཞི་གི་མིང་གི་བསྟན་པ་རེད་ཟེར་འདུག་སྡོད་གི་རོ། ད་འདི་ཡི་ཚོགས་དྲུག་ལས་ངོ་བོ་ཐ་དད་པའི་ཀུན་གཞི་ཡིན་པ་ལ། ཁུངས་འདྲ་བ་ག་རེ་ཡོད་རེད་བཟོས་ཏེ་ལས། སྲིད་པ་བྱུང་སོང་ཁོང་གིས་བཤད་སྟངས་དང་གསུང་བཤད་གནང་མཁན་གྱི་ད་རང་ལུགས་ཀྱི་བ་ས་འདྲ་བོ་དེ་ཨ་ཐང་ཆུ་ལོག་ལ་ཀུན་གྱིས་ཐ་སྙད་དེ་ཚོགས་དྲུག་ལ་ངོ་བོ་ཐ་དད་པའི་ཀུན་གཞི་ཁས་ལེན་གྱི་རེད་ཟེར་ཡ་ད་ར་ད་ཀུན་གཞན་མི་ཕམ་པའི་བཞེད་པ་གནང་རྒྱུ་བྱས་ནས་ཁོང་རང་ལུགས་དེ་ཡིན་གསུངས་ད་ར་བྱས་ད་ད་དེ་ལ་ཡང་ཨ་ནི་ཁུངས་ག་རེ་ཡོད།

དབུ་མ་འགྱུར་བ་རྩ་འགྲེལ་དང་བྷ་ག་དེའི་རོ་སེང་སེང་མི་འདོད་པའི་ཀུན་གཞི་བཀག་དེའི་རོ། དང་ཡང། ཚོགས་དྲུག་ལས་ངོ་བོ་ཐ་དད་པའི་ཀུན་གཞི་རྣམ་ཤེས་དེ་རང་ལུགས་ལུགས་ཐ་སྙད་དུ་ཡོད་པ་ཁས་ལེན་པ་ཡིན་ན་དེ་གཉིས་ཀྱི་བྱ་བ་ག་རེ་ཡོད་རེད། ཁུངས་ག་རེ་ཡོད་རེད། ཁུངས་དེ་ནི་ད་ལྟ།

དཔེར་ན་ཨ་ནི་ཕུང་ཁམས་སྐྱེ་མཆེད་ཀྱི་རྣམ་གཞག་འདི་དག་ཐམས་ཅད་ཐ་སྙད་དུ་ཡོད་ན་གཅིག་གནོད་བུ་མདོ་སྡེའི་ནང་བཞིན་དུ་ཨ་ནི་ཐ་སྙད་དུ་བཞེད་སོང་བ་རེད་དེ་འདི་འདྲའི་སྒྲོག་བྱེད་ཡིན་ས་རེད་ད་ལྟ་ཨ་ནི་སྤྱིར་བཏང་གི་ཨ་ནི་དབུ་མ་རྒྱན་གྱི་ནང་ལ་ཨ་ནི་འཇམ་མགོན་མི་ཕོ་རིན་པོ་ཆེ་གིས་ག་འདྲ་གསུངས་ཡོད་རེད་ལབ་ན། གོན་བཞེད་དང་རང་རེས་འགོག་པའི་རིགས་པ་འདི་དག་ཐམས་ཅད་ཨ་ནི་གོན་བཞེད་བདེན་པར་གྲུབ་པ་ལ་འཇུག་གི་མ་གཏོགས་གོན་བཞེད་དང་རང་རེས་ཐ་སྙད་ཙམ་དུ་ཁས་ལེན་པའི་ལུགས་ལ་རྣམ་པ་ཀུན་ཏུ་མི་འཇུག་ཅེས་གསུངས་ཡོད་རོ། ཐོགས་བཅས་གསལ་པོ་ཤེས་པ་བྱུང་སོང། དྲི་བ་དང་ལན་གཉིས་ཀ་གསལ་པོ་ཤེས་པ་ཆགས་འགྲོ་སོང། བློ་བཟང་ཚུལ་ཁྲིམས། བློ་བཟང་ཚུལ་ཁྲིམས་ལགས་གསུང་ར་གསར་པ་གསར་རྐྱང་ཡིན་གསུངས་བཞག་གསར་པ། བློ་བཟང་ཚུལ་ཁྲིམས། ཨོ་ཡ། ད་ཐེ་བ་གཅིག་ཞུ་ཆོག་པ་བྱས། ད་ཐེ་བ་དེ་ག་རེ་རེད་ཟེར་ན། ཁྱོད་ལ་དགེ་དང་ན་དེ། དཀར་ས།

ད་དོན་གཅིག་གི་མིང་གི་རྣམ་གྲངས་ཡིན་ཤེས་ཀྱི་ཡོད་ཀྱི་མ་རེད་རོ། ཤེས་ཀྱི་མ་རེད་ཟེར་ཞོར་ཡིན་ར་སྤྱིར་བཏང་གི་ཨ་ནི་ད་ལྟ་སེམས་ཙམ་པ་ཁོ་རང་གི་ལུགས་ལ་ཡིན་ན་ཨ་ནི་གཞན་དབང་ལ་ཀུན་གཞི་ཁྱབ་པ་མེད་ཟེར་གཞན་དབང་དང་ཀུན་གཞི་ཟེར་སྤྱིར་བཏང་གི་ད་ལྟ་འདུག་བ་དངོས་པོ་ཐམས་ཅད་གཞན་དབང་རེད་ཟེར་བ་ཡང་ཨ་ནི་ཀུན་གཞི་ཟེར་ན་ཨ་ནི་ཤེས་པ་ཕྲ་མོ་གཅིག་གི་སྒང་ལ་གཞན་དབང་དུ་བསམ་པ་ལ་ཨ་ནི་གཞན་དབང་ལ་ཀུན་གཞི་ཁྱབ་པ་མེད་དེ་གཉིས་རྣམ་གྲངས་སུ་དེ་ལས་ཀྱང་བཞག་ཐུབ་མེད་གཞན་དབང་ལ་ཀུན་གཞི་ཁྱབ་པ་ཡོད་ན་དངོས་པོ་ཐམས་ཅད་ཤེས་པ་ཡིན་པའི་ཆ་འགྲོ་འོས་རོ། ཡིན་འདི་ཡིན་དུ་བརྩམས་པ་ལ་དངོས་པོ་ཐམས་ཅད་ཤེས་པ་མ་རུང་བ་ཤེས་པ་མ་ཡིན་པའི་ཡིན་ཡོད་དུ་བརྩམས་པ་ལ་ད་ལྟ་གཞན་དབང་ཡིན་ན་ནི་ཁོ། དེ་གར་སོགས་དངོས་པོ་ཐམས་ཅད་གཞན་དབང་ཡིན་དུ་བརྩམས་པ་ལ་གཞན་དབང་ཡིན་ན་ཀུན་གཞི་ཁྱབ་པ་མེད་དེ་ཉིད་རྣམ་གྲངས་སུ་འདི་ལས་གཞན་བཞག་ཐུག་མེད་ཟེར་ཞིང། འོ་ལོ་སོ་ད་དེ་ཡིན་ན་དེ་སོ་ད་ངས་ཐེ་བ། སེམས་ཙམ་པའི་ལུགས་ལ་ཡིན་ན་སེམས་ཙམ་པའི་ལུགས་ལ། སེམས་ཙམ་པའི་ལུགས་ལ་རོ།
ད་ཐེ་བ་ངོ་མ་དེ་ག་རེ་རེད་ཟེར་ན། ད་ལྟའི་སྐབས་སུ། གཞན་དབང་དང་དེའི་ཀུན་ཤེས་ནི་རོ་བ་ཁྱད་པར་གསུམ་ལྡན་གྱི་དང་དང། གཞན་དབང་དང་དེ་དང་དང་དང་ཀུན་ཤེས་ཁས་ལེན་པ་དེ་ནི་དང་ཡོན་དང་འཇིག་དང་དེལ་བ་གན་དེས་བྱས་ནས་ཡོན་ནི་རོ་བ། ཆུང་གི་དང་ཐོས་དང་བཅས་ནས་ཡོན་ནི་གན་དེས་དེ་ནི་ཕ། འོ་མ་ཐལ་ཀིར་བའི་རང་གི་ལུགས་ལ་སྤྱིར་བཏང། ག་གི་ཡོད་རེད། གན་དེས་བྱས་ནས་ག་གི་ཡོད་རེད་དེ། ཁྱད་པར་གསུམ་ལྡན་གྱི་གཞན་དབང་དེ་དང་ཀུན་ཤེས་ནི་དེ། ཨོ་མ་ཐར་འགྱུར་བི་ལུ་ལ། ཨོ་མ་ཐར་འགྱུར་བི་ལུ་ལ།
དགག་པའི་རྒྱུ་མཚན་གཅིག་གིས་སྲས་བུ་གསུམ་རང་སྣང་ཤོད།
དེ་ཨོ་མ་ཐར་འགྱུར་བི་ལུ་ལ་ཁྱད་པར་གསུམ་ལྡན་གྱི་གཞན་དབང་དང་ཀུན་གཞི་དེ་དགག་གི་ཡོད་རེད་ཟེར་དེ་ག་རེ་བྱས་ནས་དགག་ཡོད་རེད་ཤོད་གསུངས་རོགས་ཨ། དེ་ག་རེ་བྱས་ནས་དགག་ཡོད་རེད་ལབ་ན་དེ་ཁོའི་ཁྱད་པར་གསུམ་ལྡན་གྱི་ཀུན་གཞི་དེ་ཨེ་ནས་སེམས་ཙམ་པ་ཁོ་རང་གི་བདེན་གྲུབ་ཅིག་འདུག་གི་རེད་བ། བདེན་པར་སྤྲོས་པ་དེ་འདྲས། བདེན་པར་སྤྲོས་པ་འདུག་བསམ་པ་ལ་ཨ་ནི་དབུ་མ་པ་ཡིན་ན་ད་ལྟ་འཇམ་མགོན་དཔལ་རིན་པོ་ཆེ་ག་འདྲས་ཅིག་གསུངས་ཡོད་རེད་ལབ་ན། དབུ་མ་པ་ཡིན་ན་ཨ་ནི་རང་བཞིན་བདེན་པར་འགྲུབ་པའི་དབུ་མ་པ་ཡང་མེད་ལ་ཨ་ནི་སྣང་ཙམ་འགག་པའི་དབུ་མ་པ་ཡང་མེད་ལ་བསམ་པ་ལ་རང་བཞིན་བདེན་པར་སྤྲོས་པ་འདུག་པས་ཨ་ནི་དབུ་མ་པ་མེད་དུ་བསམ་པ་ལ་དེ་བདེན་གྲུབ་དེ་བདེན་གྲུབ་དེ་འདུག་ཡོད་བསམ་པ་ལ་དེ་བཞིན་མ་འགག་ཡོད་རེད། དོགས་ཅན་དང།
དྲི་བ་གསར་པ་བཏང་མཁན་དག་རྫོགས་འགྲོ་སོང། ད་དེ་ནས་མང་རིམ་པ་བཞིན་དུ་བྱས་ནས། ཞོ་གི་ཡང་བསོད་ནམས་ཆོས་འཛོམས་ལགས་བྲོ་བ་གནང་རོགས་གནང། བསོད་ནམས་ཆོས་འཛོམས། ཇོ་བོ་ཇོ་བོ། དུས་ཚོད་མ་བཀག་རོགས་གནང། བྲོ་བ་གསར་བ་གཅིག་ལས་ཀྱི་ཡང།
ང་འདིའི་དྲི་བ་བཏང་ཆོག་པ་བྱེད་རོགས་གསར་པ་ས་ཁྱི།
ཨ་ནི་ཁྱོད་ལ་དྲི་བ་ཅིག་ཞུ་ཆོག་པ་བྱེད། ཨ་ནི་ད་ལྟ་སེམས་ཙམ་པའི་ངོར་ལ་ཨ་ནི་གནས་ཚུལ་དང་སྣང་ཚུལ་ཆེན་ཡོད་རེད་དང་ཡོད་མ་རེད་ཟེར་ར། ཡོད་རེད། ཨ་སེམས་ཙམ་པའི་ངོར་ལ། ཨོང། ཨ་ནི་ཡོད་ན་ཨ་ནི་ད་ལྟ་ཁྱིམ་བུ་ཡོན་ཏིང་རྒྱ་མཚོ་གིས་ཡོན་ཏིང་ཟེར་གྱི་དྲི་བ་ནང་ལ་སེམས་ཙམ་པའི་མཚན་ཉིད་དེ་ག་རེ་གསུང་གི་འདུག་ཞུ་ན་ཨ་ནི། ཕྱི་དོན་མི་འདོད་ཅིང་རང་འདོད་དེ་འགྲུབ་ཏུ་ཁས་བླངས་པས་ཐེག་ཆེན་གྱི་འབྲུ་དུ་མ་བའི་གང་ཟག་དེ་སེམས་ཙམ་པའི་མཚན་ཉིད་ཡིན་ལ་གསུང་ཉིད་དོ། ཨ་ནི་འདི་དང་ཨ་ནི་འདི་ལ་དགར་ས་འདི་མཚན་ཉིད་དང་དགར་གྱི་མ་རེད་བས་དགར་ས་ནི་སྲོལ་དང་སྣང་ཚུལ་ཕྱེད་ཀྱི་ཡོད་ན་ཨ་ནི་མ་དགར་ན་མི་དགར་སུ་ག་འདྲས་རེད་ཟེར། ཨ་ནི་ད་ན་སེམས་ཙམ་པ་འདི་ལ་ནི་སྲོལ་དང་སྣང་ཚུལ་ཕྱེད་ཀྱི་ཡོད་གསུངས། ཨ་ནི་ཕྱེད་གསུངས་ན་ད་ན་རྒྱ་གཞུང་ནང་ལ་ཨ་ནི་སེམས་ཙམ་པ་ལ་ནི་སྲོལ་དང་སྣང་ཚུལ་ཕྱེད་ཀྱི་ཁུངས་གསལ་པོ་ཡོད་རེད་བས་ང་ནི་འདི་འདྲས་ད་བྱར་མ་ཟེར་ཨ་ནི་རང་གིས་བྱས་ཡོད་ན་ཨ་ནི་གཞུང་རྒྱ་གཞུང་གི་མཚན་དང་ཨ་ནི་ཚིག་དངོས་སུ་ཅིག་གསལ་པོ་གསུང་རོགས་གནང་ཞུ་ཡ་ཡིན། འདི་གསལ་པོ་ཞིག་མགོ་ཚུགས་མ་སོང་ར་ཕར་ཆེར་འདི་དགོངས་དག་ད་ན་ཞུ་ཡ་མ་ཡིན། རེད་རང་གིས་ད་ན་སེམས་ཙམ་པ་འདི་ལ་གནས་ཚུལ་དང་སྣང་ཚུལ་ཆེ་ཡོད་གསུང་ར་ཨ་ནི་ཆེ་ཡོད་ན་ད་ན་མཁན་པོ་ཡོན་ཏན་གཉིས་ར་རྒྱལ། ད་སེམས་ཙམ་པའི་ལུགས་ལ་ཨ་ནི་གནས་ཚུལ་དང་སྣང་ཚུལ་ཆེ་ཡོད་ཟེར་ཞུ་རྒྱུ་མ་བྱུང་ཟེར།

དེ་དེའི་ཐ་སྙད་པའི་ཐ་སྙད་དེ་ཐལ་འགྱུར་བའི་ཐ་སྙད་དུ་འདོད་པའི་ཀུན་གཞིའི་མཚན་ཉིད་ཟེར་ན་མེད་ངོ་བོ་ཟེར་ན་དང་དང་བག་ཆགས་འཛིན་པའི་ཤེས་པ་ཕྲ་མོ་འདི་འདྲ་གཅིག་ལ་ངོས་འཛིན་དགོས་ཟེར།
དཔེ་ཡག་པོ་གསུངས་སོ་ཐོག་ཅི་ན།
སྲིད་པ་ཞི་དྲག་བྱུང་སོ་དེ་ནས་དཔག་བསམ་ལྷ་མོ་ལགས་གྲོ་བ་གནང་རོགས་གནང། པ་བཟང་ལྷ་མོ་ལགས། ལགས་སོ། ཨ་ནེ་མཆོག་ལ་དྲི་བ་ཞིག་ཞུ་ཆོག་པ་རེད། ཨ་ནེ། དྲི་བ་དེ། ད་ལྟ་ཀུན་གཞིའི་སྐོར་ལ་རང་ཨེ་ར། ད་ལྟ་སེམས་ཉིད་ང་ཚོའི་ནང་ལ་ཀུན་གྱི་གནོད་སྦྱིན་གྱི་ནི་ག་རེ་སོང་ཡོད་ཟེར་ན། དེ་སྦྱོར་བ་བདུན་གྱི་ཀུན་གཞི་དང། ཨ་ནེ་བག་ཆགས་སྣ་ཚོགས་པའི་ཀུན་གཞི་ལ་ནི་ཀུན་གཞི་ལ་གཉིས་ཕྱེ་ཡོད་ར། ཨ་ནེ་ཡང་ཀུན་གྱི་མི་ཕམ་རིན་པོ་ཆེ་གིས་རྗེ་དཔལ་ནཱ་མ་དགེ་བའི་ཞལ་ལུང་ནང་ལ་ག་རེ་གསུངས་ཡོད་ཟེར་ན། ཀུན་གཞི་དེ་ལ་ནི། ས་བོན་གྱི་ཆ་དང་རྣམ་སྨིན་གྱི་ཆ་ནི་གཉིས་བྱ་དགོས་ད། འདི་ལ་ཁྱད་པར་ཡོད་དམ་མེད་ཟེར་ར། ག་སྲིད་ཁྱད་པར་ཡོད་གསུངས་ན་ཁྱད་པར་དེ་ག་རེ་ཡིན། ཁྱད་པར་མེད་གསུང་བ་ཡིན་ན། ད་ཀུན་མཁྱེན་ཀློང་ཆེན་རབ་འབྱམས་སེམས་ཉིད་ང་ཚོ་ནས་གསུངས་པའི་སྦྱོར་བ་བདུན་གྱི་ཀུན་གཞི་དེ། དུ་མ་གཅིག་པའི་རང་བཞིན་གྱི་ལ་བྱ་དགོས་ད། དེའི་ཀུན་གཞི་དེ་ས་བོན་གྱི་ཆ་དང་རྣམ་སྨིན་གྱི་ཆ་དེ་བཞག་ཐུབ་ཀྱི་རེད་དང་མ་རེད། ད། སེམས་ཉིད་ང་ཚོ་ཡི་སྐབས་སུ་ནི་ཀུན་གཞིའི་དཀར་སེར། སྦྱོར་བ་བདུན་གྱི་ཀུན་གཞི་དང། བག་ཆགས་སྣ་ཚོགས་པའི་ཀུན་གཞི་ལ་ནི། བག་ཆགས་སྣ་ཚོགས་པའི་ཀུན་གཞི་དེ་སྦྱོར་བ་གི་ད་ནི་ཀུན་གཞི་དང་པོ་ཅི་ཞིག་གསུངས་སོང་བ་དེ་ནི་གནས་ལུགས་ངོ་བོ་ཉིད་ཀྱི་ཀུན་གཞི་དེ་ལ་ཞེས་ཡོད་རེད་ཟེར་ད་ནི་སྦྱོར་བ་སྣ་ཚོགས་པའི་ཀུན་གཞི་ད་ནི་འཇམ་མགོན་མི་ཕུང་རིན་པོ་ཆེ་གིས་མ་འོངས་ནི་ནི་བག་ཆགས་ཀྱི་གཟུགས་རེད་རྣམ་སྨིན་གྱི་ཆ་དང་ས་བོན་གྱི་ཆ་གཉིས་གསུངས་པ་དེ་ནི་ད་ལྟ་གི་ཁྱེད་རང་གི་སེམས་ཉིད་སྔར་སོང་གིས་གསུངས་པའི་ཀུན་གཞི་ཐ་མ་གཅིག་ཏུ་ཀུན་གཞི་ད་ནི་བག་ཆགས་འཛིན་པའི་ཀུན་གཞི་ཟེར་བ་དེ་ཕལ་ཆེར་དེ་ལ་ནི་དབྱེ་ཡོད་ས་རེད།

ད་ཀུན་གཞི་ཞིག་གིས་ཡིན་ན་རོ། ད་ད་ནི་དེ་ལ་ཀུན་གཞི་དེ་ལ་དཔེར་ན་ཇི་ལྟར། ད་གང་ཟག་མི་འདོད་ཟེར་བ་གང་ཟག་མི་འདོད། གང་ཟག་ཡིན་པ་མི་འདོད། ཨ་ནི། ཇི་ལྟར་རླུང་གིས་བསྐུལ་བའི་རྒྱ་མཚོ་ཆེ་ཆི་ལས་ཆུ་རླབས་འབྱུང་བ་དེ་བཞིན་དུ་ཀུན་སྤྱོད་གསར་པའི་ཀུན་གཞི་ཤེས་བྱ་ལས། རང་གི་ནུས་པའི་རྣམ་ཤེས་ཙམ་ཞིག་ཅུང་ཟད་དེ་འོང། ད་དོན་དག་དེ་གང་ཟག་མ་ཡིན་པ་ན་དོན་དག་དེ་གནས་དེའི་རོ།

ཕྱི་རྟེན་དང་འདྲ་བར་དཔེར་ན་སྐུ་གཟུགས་ཀ་རེ་ཟེར་ན་ཇི་ལྟར་རླུང་གིས་བསྐུལ་བའི་རྒྱ་མཚོ་ཆེ་ཆེ་ལས་ཆུ་རླབས་བྱུང་བ་དང་ཆུ་ཀུན་གྱི་ས་བུན་རང་གིས་ནུས་མཐུ་སྣང་ཞིང།
འོ་དེ་ཅི་ཙམ་ད་དེ་ཡི་ཁས་ལེན་འདི་ཙམ་པ་ལ་སེམས་ཙམ་པའི་ཆོས་ཐམས་ཅད་ཤི་བའི་བདག་ཉིད་ཙམ་དུ་རེ་བ་ཆ་སྲིད་སྟོབས་ཀྱིས་བྱུང་བ་རེད་ཟེར་བྱེད་རོགས། དེ་ནང་བཞིན་གཅིག་པ་གཅིག་ཀྱང་འཐེན་རྒྱུ་བར་གྱི་དེ་ག་རང་ཁས་ལེན་གི་རེ་བས་ཟེར་གཅིག་བྱེད་རོགས་གཅིག་དེ་ད་ནང་ཨ་ནེ་གི་ད་ནང་ཀ་རེ་ཟེར་ན་སྒྲུབ་བྱེད་བགྲང་ཡ་གཅིག་དོ་ད་ནང་ལུང་དང་མང་པོ་འདུག་རོགས་གནས་སྒྲུབ་བྱེད་དེ་ལ་ཀ་རེ་ཟེར་ན་གཉིས་པ་སྒྲུབ་བྱེད་ནི་སྐུ་དེ་ཙམ་པ་ལ་ཨ་ནེ་སྤྱི་དང་ཞེ་ལྔ་མང་པོ་རེ་ཨ་ནེ།

བདག་དགེ་སློང་དག་གིས་ཁྱེད་རྣམས་ཀྱིས་གསེར་ཇི་ལྟར་བའི་གསེར་བཞིན་ལེགས་པར་བརྟགས་ལ་ང་ཡི་བཀའ་བཞིན་སོང་བ་ན་གཞན་དོན་སྟོན་པ་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ནི་མདོ་རྒྱུད་ཀྱི་བསྟན་བཅོས་དག་ལ་རིགས་པའི་བརྡར་ཤ་གཅོད་དགོས་པ་དེ་བཀའ་ཡི་གནང་བ་ཐོབ་ཡོད་རེད། དེས་ན་ཤིན་ཏུ་ང་ཚོ་ད་ལྟ་གི་བར་དུ་རིགས་པའི་བརྡར་ཤ་གཅོད་ན་འགྲིག་གི་རེད་ཟེར་ཞུ་ཡ་དེ་མ་གཏོགས་པས་ནི་དེ་གོན་བཞིན་གི་གོན་བཞིན་འདུག་པ་གི་ལོང་རེད་དེ་འདྲའི་ཞུ་རྒྱུ་མ་བྱུང་ན་དེ་ཞུ་ཡ་འདི་ལ་མེད་ཟེར་ཞུ་ཡ་ཡིན་ནི་རྩོམ་གཞན་ལ་ཡག་པོ་ཅིག་གཟིགས་རོགས་གནང། ཨ་ནི་དེ་ཅིག་རྒྱན། དོ་ཅི་ནང་ད་དེ་ག་རང་ཡག་རོགས། དྲི་བ་གསར་པ་ཅིག་ཕལ་སྐད་ད་དེ་དེ་དེ་རྒྱས་ལ་དེ་ནས།

སྐར་མ། སྐར་མ་གསུམ་དང་སྐར་མ་གསུམ་གྱི་འགྱུར་རྡོ་ཞུ་ཡ་བྱས། ད་ད་ལྟ་ཁོང་གི་བཙུན་མ་དགེ་འདུན་བཟང་མོ་ལགས་ཀྱི་ཙོང་ཤོག་དང་འབྲེལ་བའི་གསུང་བཤད་གནང་བཞག་པ་དེ་སྙིང་བསྡུས་འདྲ་བོ་ཅིག་བྱས་པ་ཡིན་ན་ནི་ད་ད་ལྟ་ཆོས་རྒྱུད་ཁག་ཕན་ཚུན་གྱི་ད་ཀུན་གྱི་གནང་བཤད།

ཁྱེད་རུ་ཁྱེད་རུ་ཐ་སྐྱེད་བྱེད་པའི་དེ་ནས་རྒྱུད་བརྟག་གཉིས་ཀྱི་རྣམ་ཤེས་ནང་དེ་རིགས་གསུངས་ཡོད་རེད། རྒྱུད་དང་གྲུབ་ཆེན་གྱི་གཞུང་དུ་མ་དེ་ནས། ཀུན་གཞི་དང་ཉོན་ཡིད་ཀྱི་ཐ་སྙད་མང་དུ་མཛད་སྣང་ཡང། ཆོས་ཉིད་ལ་ཀུན་གཞི་དང། རླུང་ལ་ཉོན་ཡིད་ཀྱི་ཐ་སྙད་བྱས་པ་སོགས་མང་དུ་སྣང་བས། ཚིག་ཙམ་ལ་འཕྲོས་ར་མ་བཞག་བར། རེད་བ། ཞེས་དང་དེ་འདྲའི་ཡིན་དུས་ཡང་ཀུན་གཞི་ཟེར་ཡག་གི་དེ་འདྲའི་གི་སྣང་བཞག་བྱས་བསྡད་པ་དང་ཁས་ལེན་པ་ཡིན་ན་ཡང་དེ་ཚོ་དང་ངོས་འཛིན་གནང་སྟངས་མ་འདྲ་མ་འདྲ་དེ་ག་ནང་གི་དོན་དང་དེ་ཞུ་ཡ་ལྷག་རེད་འཇགས་གྱོང་ནང་བའི་འདྲ་བ་ཡིན་ན། ཁ་ཚང་གསུང་ཤེལ་ཐོན་པ་ན་ཡེ་ཤེས་ནི། ཀུན་གྱི་རྣམ་ཤེས་དང་ཀུན་གྱི་དེ་ལས་ཀུན་གྱི་རྣམ་ཤེས་དང་ཡེ་ཤེས་ཞེས་གཉིས་བཤད། ད་ཀུན་གྱི་རྣམ་ཤེས་དེ་དག། ཀུན་རྫོབ་གང་ལ་ཚེར་བག་ཡོང་དུས་གང་ལ་དེ་བདེན་གྲུབ་ཁས་ལེན་གྱི་མེད་པ་ཤེས་འདི་རོ། འགྲོས་ཤུགས་ཁྱག་དེ་གི་རོ། ཡིན་ན་ཡང་ཀུན་གྱི་ཡེ་ཤེས་སུ་བསླབ་ཡེ་ཤེས་སུ་འཕགས་ཤེས་པ་ཡིན་ན། ད་བདེ་གཤེགས་སྙིང་པོ་དབྱིངས་རིག་དབྱེར་མེད་ཀྱི་ཡེ་ཤེས་དེ་གར་འགྲོ་གི་ཡོད་དུས་ད་དེ་བདེན་གྲུབ་ཡིན་གསུངས་བསྡད་ཀྱི་ཡོད་རོ། བདེན་གྲུབ་ཞེས་ནི་ད་ཏུ་ཞེས་ནི། ཁྱད་པར་ཞེས་ནི་ཏུ་ཚུར་ཆགས་ཀྱི་ཡོད་པ་འདྲ། དེ་འདྲ་ཡིན་དུས།